མདོ་སྨད་ཆོས་རྒྱལ་ཁོང་ནས་ལྷ་རོང་ལ་ཡར་ཕེབས་རོགས་གནང། ད་ནི་བཞིན་དྲ་ཐོག་ནས་ནི། དབུས་གཙང་ཆོས་རྒྱལ་གྱི་སྤྱི་འཐུས་ཡུལ་མི་ལྷག་པ་སེང་ལགས་དང། མདོ་སྨད་ཆོས་རྒྱལ་གྱི་སྤྱི་འཐུས་ཡུལ་མི་བསྟན་འཛིན། དྲི་བ་དེ་ག་རིང་ཞུས་ན་ད་རྣམ་པ་ཚོ། ཚང་མ་ལོ་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་དངོས་གཞིའི་ཡུལ་མི་ཡིན་པ་སོང་ཙང། མང་ཚོགས་ངོས་ནས་རྣམ་པ་ཚོ་ལ་ཡང་ཡོད་གར་ཅི་ནི། ཕང་གུ་གུ་རུ་བས་འདི། གི་ལན་འདི་དུས་ཡུན་སྐར་མ་གཅིག་ནང་ཚུད་ལ་ཡང་གསུང་རོགས་གནང་ཞོད་ཡིན། ཨ། ཐོག་མ་དེ་ལྷ་རོང་ལགས་ནས་ཨོ་འཚོ་བྱེད་གནང་བ་ཡིན་ན། ས་མོ་རོ་ཉིན་གོང་དེ་ལས། ཨ། ངའི་མིང་ལྷ་རོང་ཞུ་གི་ཡོད། གཞི་རྩའི་ང་རང་ཆུང་དུས་ནི་བོད་ལ་སྐྱེས་པ་ཅིག་ཡིན། རྒྱ་གར་ནང་ལོགས་ལ་ལོ་ཉི་ཤུ་ལྷག་ཞིག་འཚར་ལོངས་བྱུང་ཆེད་ཨ་ནི་ཁྲིམས་ཀྱི་སློབ་སྦྱོང་བྱས་པ་ཞིག་ཡིན། ད་རེས་གོ་སྐབས་འདི་བརྒྱུད་ཆེད་ད་རེས་སྔོན་འགྲོའི་གི་ནང་ལོགས་ལ་ཡ་སོ་སོ་ལ་འོས་འཕེན་མཁན་མང་དག་ཅིག་བྱུང་ཤག་དེ་ལ་ཚང་མ་ལོ་ལ་ཐུགས་ཆེ་ཞོལ་དང་ཆབས་ཅིག་ད་སོ་སོ་ལ་འོས་འཕེན་དགོས་ཡ་གི་རྒྱུ་བ་རྒྱུ་མཚན་གཙོ་བོ་འགྲོ་འདི་ཕྱི་དང་གདོད་མའི་ཆོལ་ཁའི་ཁོངས་ནས་ད་དངོས་གཞི་འོས་མི་ཉི་ཤུ་ཆགས་འདི་ཡོ་རེད་ང་ཡིན་གཅིག་མི་གཅིག་ལུག་ལུག་བཞིན་རྩ་བ་ཉིད་ནས་ཞུ་གི་མེད། བུད་མེད་དྲག་འདེམས་བཅུ་ལ་སུས་མཐོང་བ་ཡིན་པ་ན་ཨིན་བཅུ་ལུག་རུ་ན་ཞོལ་ཡིན་སོ་སོའི་ངོས་ནས་ཡིན་པ་ཡིན་ན་ཁྲིམས་ཀྱི་སློབ་སྦྱོང་བྱས་པའི་ཐོག་ནས་ཨ་ནི་མ་འོངས་པར་བོད་ཀྱི་བདེན་མཐའ་གསལ་ཐབས་དང་ལྷག་པར་དུ་ཁྲིམས་བཟོའི་ལས་དོན་ཐོག་ལ་ཡང་ག་དུས་ཡིན་ན་ནུས་པ་ཅིག་འབུངས་ཡ་གི་འདུག་ཆོད་སེམས་བརྟན་པོ་ཡོད་ལྷག་པར་དུ་ཨ་ནི་ཅིག་བསླབ་གྲྭ་རེ་མཐོ་སློབ་སྐབས་ལ་རེ་ཆུང་དུས་ནས་བྱེད་ཅིག་བོད་ལ་ཡ་ཅིག་སོ་སོའི་ངོས་ནས་ལ་རྒྱ་དང་ལ་ཤེས་དེ་ག་དུས་ནས་ཡོད་པ་ཡིན་གོ་སྐབས་ནམ་བྱུང་བ་ཡིན་པ་ཡིན་ནས་ཆབ་སྲིད་ཐོག་ནས་ནས་སྤྱི་ཚོགས་ཐོག་ནས་ནས་ཤེས་ཡོན་ཐོག་ནས་ནས་རེ་གཞོན་སྐྱེས་ཐོག་ལ་ཡིན་པ་ནས་འདི་ཐོག་ལ་ཨ་ནི་སོ་སོའི་ངོས་ནས་སྒོར་ཁྲི་དང་ཁྲི་མོ་ཡིན་ཞེས་ཞུས་ཡིན་ཐུ་བཤད་གནང། ཨ། གལ་སྲིད་རྣམ་པ་ཚོ་ཁྲི་འདོད་ལ་ཡ་བདམས་དོན་བྱུང་པ་ཡིན་ན། ཁྲིམས་བཟོའི་ལས་དོན་ག་རི་ཐོག་ལ་ཡ་ཤུགས་བསྐྱོན་ས་རེད་ལ་ངས་དྲི་བ་འདི་ཡིན་རོགས། ཁྲིམས་ཡ་དེ།
ཁོ་འདི་གོ་གོ་རོགས་གར་སོང་རེད་མ་འོངས་པའི་ལམ་སྟོན་གྱི་གསབ་སྒྲ་ནང་བཞིན་ཡིན་པ་སོང་ཙང་ཁྲིམས་ག་ཚོད་ཡག་ག་ཆགས་པ་ཡིན་ནས་འདིས་ཨ་ནི་ལས་ཀ་བྱེད་བསྡད་པ་ཡིན་པ་སོང་ཙང་ཁྲིམས་གང་ལ་ཤུགས་རྒྱབ་དགོས་ངེས་ཡིན་པ་བསྟན་བསམ་བློ་གསལ་པོ་ཞུ་བརྗོད་ཡིན་ནས་ད་ལྟ་འདི་བཟོ་དང་འདི་མ་བཟོ་གཞན་པ་གས་ཞུ་ཡ་མེད་ཞུ་གི་ཡིན་ལགས་སོ་ཐོ་ཆེ་ན། འདི་གི་ཁྲིམས་ཐོག་ལ་འདི་བྱས་པ་ནི་གི་བསྐྱར་ཞིབ་འདི་འཇིག་མི་འཇིག་བྱེད་དགོས་དགོས་འདུག་དྲན་གི་འདུག་རོགས་ང་ཚོའི་ནང་ལོག་ལ་ད་ཡང་མ་ག་རེ་བྱེད་དགོས་གི་འདུག་དཔེ་ཆ་ཞིག་ན་ང་ཚོས་གི་བཟོ་བཅོས་རྒྱག་དགོས་ཡ་ཡིན་པ་རེད་ག་རེ་བྱེད་འདུག་ང་ཚོས་གི་ག་འདྲེ་འདི་ནང་ལ་ཡིན་འཇིག་མི་འཇིག་བྱེད་ང་ཚོས་གི། བསྒྱུར་བཅོས་གཏང་དགོས་ངས་ཁ་ཤས་ཤིག་མཐོང་གི་འདུག་རེད་བ། ད་དམིགས་བསལ་གྱི་དཔེ་ཆ་ཤར་ན་ངས་ཁ་ཚང་ཡང་ཞུ་རྒྱུ་བྱུང་ལ་ང་ཚོ་ད་མི་བརྒྱ་ཡིན་པ་ཡིན་ན་རེད་ར་བ་ཡིན་པའི་ནས་ཆེ་འོས་ཤོག་ཚང་མ་ལ་ཆ་སྙོམས་ལུགས་ཡོད་གི་ད་ང་ཚོ་མི་བརྒྱ་ཡིན་པ་ཡིན་ན་ཡང་ཁོ་རང་ལ་ཆོས་ལུགས་ཡོད་ར་བ། ད་ཁོ་རང་ཚོར་དེ་ཡོད་པས་ན་དེ་གཞི་བཟུང་གི་ད་རང་ང་ཚོ་ལ་སྤྲད་སྤྲད་པ་ཡིན་ན་ཆ་ཚང་ལ་ཆེ་སྙོམས་བྱས་ནས་ད་ར་བ་ལ་འོས་ཤོག་གཉིས་ལུགས་གཉིས་ལུས་ཡོད་གི་ཐོབ་ཐང་ཡོད་པས་ན་མི་བརྒྱ་ལ་ཡང་གཉིས་ལུས་ཡོད་གི་ཐོབ་ཐང་དེ་ན། དང་པོ་དེ་བཅའ་ཁྲིམས་དང་ང་ཚོའི་སྒྲིག་ཚུགས་དེ་ང་ཚོ་ཡོད་ན་མེད་ན་ར་ད། ད་སྒྲིག་ཚུགས་དེ་སྲ་བརྟན་ཡོང་ཡ་ལ་དང་པོ་བཅའ་ཁྲིམས་ཁྲིམས་དེ་ཡང་དག་པ་ཞིག་ཡོང་དགོས་དེ་ཧ་ཅང་གལ་ཆེན་པོ་ར། སྒྲིག་ཚུགས་དེ་བརྟན་པོ་མ་ཆགས་ཡ་གི་རྒྱུ་རྐྱེན་གཙོ་བོ་དེ་དེའི་ནང་ལོགས་ལ་འདྲ་མཉམ་དང་དྲང་བདེན་དགོས་དགོས་ར། ད་ང་ཚོའི་བཅའ་ཁྲིམས་ནང་ལོགས་ཀྱི་ལེའུ་དང་པོ་དེ། ད་ཐོབ་ཐང་དང་ད་འགན་འཁུར་ཚང་མ། སེར་སྐྱ། ཕོ་མོ་རིགས་རུས་ཚང་མ་གཅིག་པ་གཅིག་རྐྱང་ཡིན་ལབ་དགོས་པ་ཡིན་ན་འོས་བླུགས་དུས་ཚང་མ་མི་གཅིག་ལ་འོས་གཉིས། མི་ཚང་མ་ལ་འོས་གཅིག་མར་བ་འོས་གཉིས་ཡོད་པ་དེ་འདྲས་ཡོག་བ་ད་ག་ནང་བཞིན་ཡིན། ད་དེ་ཚོ་འདྲ་མཉམ་བཟོ་ཡ་ལ་ད་ང་ཚོའི་གི་བཅའ་ཁྲིམས་ནང་ལོག་གི་དོན་ཚན་སུམ་ཅུ་སོ་བདུན་པ་གི་ནང་གསེས་དང་པོ་འདྲ་བྱས་ན་སྤྱི་འཐུས་ཀྱི་གྲུབ་ཆ་དེ་ལ་འགྱུར་བ་གཏང་དགོས་པ་ཧ་ཅང་གལ་ཆེན་པོ་རེད་རེད་བ། ད་ང་ཚོའི། ད། ཆོས་ལུགས་ཀྱི་སྤྱི་འཐུས་ལོག་སླེབས་མོ་ཡ་བཟོས་བས་ན་ད་མི་གཅིག་ལ་འུ་གཅིག་ལས་དེ་ད་རང་ཆགས་འགྲོ་གི་འདྲ་སྙམ་ཆགས་འགྲོ་གི་ར་ད་ག། ཡིན་པ་ཞིག་ནས་དགོས་ངེས་ཅན་སྐབས་ལ་ནི་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སྲུང་སྐྱོབ་བྱེད་ཡས་ན་ཡང་རེད་བོད་མིའི་སྒྲིག་འཛུགས་སྲུང་སྐྱོབ་བྱེད་ཡས་ན་རེད་དེའི་སྐབས་ལ་རྒྱབ་སྐྱོ་བརྒྱ་ཆ་བརྒྱ་ཞུ་གི་ཡིན་སླ་ཡི་དེ་ད། མི་མང་པོ་ཅིག་དམངས་གཙོ་བཤད་དུས་འཛམ་གླིང་གི་རང་བཙན་རྒྱལ་ཁག་ལ་དཔེ་བཞག་ནས་བཤད་འདེགས་འདུག་འོན་ཀྱང་ང་ཚོའི་གནས་སྟངས་འདི་ག་རེ་རེད་ཟེར་ན་ང་ཚོ་དེ་འཐབ་རྩོད་ཀྱི་དེ་འདྲ་སྒྲིག་འཛུགས་ཀྱི་རེད། དགྲ་བོ་ལ་ཐར་བ་དང་སོ་སོ་ཁེ་ཕན་རྩོད་ཁི། དེ་ནང་བཞིན་ང་ཚོ་གནས་སྟངས་འདི་གར་བཙན་བྱོལ་ནང་གནས་སྟངས་རེད། དེ་གི་དེ་ལ་གཞི་བཞག་འདི་ཁྱད་ཆོས་ལ་གཞི་བཞག་འདི་ནི་ང་ཚོ་གི་ཁྲོད་འདི་བཟོ་དགོས་གི་རེད། གཉིས་པ་དེ་ག་རེད་ང་ཚོ་དམིགས་ཡུལ་དེ་ག་རེ་རེད་ཟེར་ན་བོད་རང་དབང་ད་རྩོད་དང་ཨང་གཉིས་པ་དེ་ག་རེད་བོད་ནང་ཆོས་སྲུང་སྐྱོབ་བྱེད་ཡ་རིག་གཞུང་སྲུང་སྐྱོབ་བྱེད་ཡ་སོ་སོ་བོད་རིགས་ངོ་བོ་སྲུང་སྐྱོབ་བྱེད་ཡ་དེ་ང་ཚོ་གི་དམིགས་ཡུལ་རེད། དེ་བཞིན་དངོས་ཡོད་ཁྱད་ཆོས་དང་ང་ཚོ་དམིགས་ཡུལ་དེ་ལ་བསྟུན་ནས་དེ་ནི་ང་ཚོ་གི་ཁྲིམས་དང་འགྲོ་སྟངས་དང་ག་རེ་བཟོ་དགོས་འདུག་དེ་སོགས་ལ་ལྟ་དགོས་རེད་མ་གཏོགས་འཛམ་གླིང་སྤྱི་གཅིག་འགྲོ་གི་འདུག་ཟེར་ནས་དེ་དཔེ་ཁུར་བའི་བ་ཡིན་ན་དེ་སྣང་བ་འཁྲུལ་བ་རེད་བསམ་དེ་བཞུགས་ངས་དེ་ཐོག་ལ་ཤུགས་རྒྱག་ཡ་ཡིན་ཟེར་གྱི། ལྷ་རོང་ལགས།
ལྷ་སྲས་ད་ལྟ་གོང་ལ་རྒྱལ་དྭོགས་ལགས་ཀྱིས་གསུངས་བ་ནང་བཞིན་ཇི་ལྟར་ང་ཚོ་བཙན་བྱོལ་ནང་གྱར་བའི་དམངས་གཙོ་ལག་བསྟར་གནང་གི་ཡོད་དེ་ཡིན་པས་ཡིན་ནའི་གཞི་རྩའི་གི་དམངས་གཙོའི་ལམ་ལུགས་ནང་ལ་དམངས་གཙོའི་ལམ་ལུགས་དང་མཐུན་པ་དུས་དང་མཐུན་པ་ཡི་གི་ཁྲིམས་ཤིག་བཟོས་དགོས་ཡ་དེ་དཔེ་གལ་ཆེན་པོ་མཐོང་གི་འདུག། ཁྲིམས་ཚང་མེད་ཀྱི་ཨ་མ་འདིས་བཅའ་ཁྲིམས་ཆགས་བསྡད་པ་རེད། དོན་དམ་པར་དུ་བཅའ་ཁྲིམས་ནང་ལ་བསྒྱུར་བཅོས་ཆེན་པོ་འདི་འདྲའི་གང་ཅི་བས་ཡོད་པ་ཡིན་ནས་གང་ལྟར་ལོ་གསུམ་བཅོ་ལྔ་ད་ལྟ་ཕྱིན་ཚར་བའི་རྗེས་ལ་ད་འདོད་ངས་ལེགས་བཅོས་བྱེད་དགོས་པ་དཔེ་མང་པོ་མཐོང་གི་འདུག་དེའི་རྒྱུ་མཚན་དེ་ག་རེ་ལ་ན། ཁྲིམས་ཀྱི་དབང་བསྒྱུར་ནང་ལོགས་ལ་མི་མང་གི་མངོན་འདོན་དང་ཁྲིམས་དབྱིངས་ཀྱི་བར་ལ་མ་མཐུན་པ་ཡིན་པ་ཡིན་ན་དེས་དམངས་གཙོ་ཡང་དག་པ་ཅིག་ཡོང་ཡ་ཁག་པ་རེད་བསམ་མོད་དེ་ཕྱི་དུས་ཚང་མ་ལ་ཁྲིམས་ཀྱི་དུས་སང་འདྲ་མཉམ་ཡིན་ཟེར་དུས་ཚོད་དགུ་པ་ནང་ལ་ཁོས་བཤད་ཡོད་རེད། ཨ་ནི། དོན་ཚན་བཅུ་གཅིག་ནང་ལ་ལ་འོས་བསྡུ་དང་འོས་གཞིས་ཀྱི་དེ་ཐོག་ནས་བཀོད་བཤད་རེད། རྒྱུ་རྒྱུ་ལས་ཀྱི་ཐོག་ནས་ནི་དོན་ཚན་ཞིབ་ཞེ་གཉིས་ནང་ཡོད་རེད་སྒྲོམ་གཞིས་ཀྱི་ཐོག་ནས་གསུམ་སོ་བདུན་ནང་ཡོད་རེད་ཕྱི་བསྡུ་ཁྲིམས་ཞིབ་ད་ཆའི་ད་དུས་ཆ་རྐྱེན་འདུ་ཚོད་དྲུག་ཅུ་རེ་གསུམ་ནང་ཆ་འདུ་ཚོད་ནང་ཡོད་རེད་དེ་མ་འོངས་པར་འདི་གའི་དེ་རྒྱལ་ཡོངས་དངུལ་འཕྲིན་གྱི་ཐོག་ནས་མི་མང་གི་ཡ་མ་ལབ་སྔོན་ལ་ང་རང་ཚོ་ཁྲིམས་བཟོ་བ་ཚོས་རྒྱལ་ཡོངས་དངུལ་འཕྲིན་གྱི་བསམ་བློ་བཏང་བའི་ཐོག་ནས་དུས་དང་མཐུན་པར་མང་གཙོའི་ལམ་ལུགས་དང་མཐུན་པའི་ཁྲིམས་སྲོལ་བསྐྱར་བཅོས་བྱེད་དགོས་ཅེས་པའི་མི་ཞིག་གལ་ཆེན་པོ་ཐུགས་མགོ་འདོན་བཞིན་ཞུ་ཡིན། དེ་ལས་ཡ་ཡ་མུ་མཐུད་གནང་གི་ཡོད་དམ་མེད་ལའང་བདག་ཞིང་ལ། ལར་སོ།
ད་ང་རང་འདྲ་ཡིན་ན་མུ་མཐུད་རྩ་བ་ཉིད་ནས་མེད། མེད་པ་དེ་ག་རེ་རེད་བསམ་འུ་ཐུག་འདྲ་ཉག་པོ་ཟེར་གི་འདུག་འདྲ་ཉག་ཡིན་པ་ཡིན་ན་ང་ཚོ་མི་རེ་གི་འུ་ཤུ་གཅིག་རེ་ཡོད་ཀྱི་ཡོད་རེད། དེ་ནང་བཞིན་མདོ་སྨད་ཀྱི་མི་འུ་ཤུ་སྟོང་ཕྲག་གཅིག་གཉིས་ཀྱིས་དབུས་གཙང་ཁྲི་གཅིག་གཉིས་གཅིག་པ་བྱས་ནས་གྲོས་ཚོགས་འདི་བསྡད་དུ་ཡོད་རེད། དེ་ཚོ་ཚང་མ་འདྲ་ཉག་ཨ་ལ་མ་རེད་བ་དེ་གྲངས་ཀ་རྩིས་རྒྱག་ཡིན་ན། འོན་ཀྱང་ང་ཚོ་གི་བཙན་བྱོལ་སྤྱི་ཚོགས་དེ་ག་རེ་རེད་བསམ་བཙན་བྱོལ་བོད་གཞུང་དེ་ག་རེ་རེད་ཟེར་ན་བཙན་བྱོལ་བོད་མི་གཅིག་སྡུག་མ་རེད་བ། ང་ཚོས་བཙན་བྱོལ་བོད་གཞུང་དེ་བོད་ནང་གི་བོད་མིག་ཚབ་བྱས་ནས་འཐབ་རྩོད་ཀྱི་ལས་ཀ་བྱེད་ཀྱི་རེད། དེ་བཞིན་ང་ཚོ་འུ་ཤུ་ཡོད་ཡ་དེ་བོད་ནང་བོད་མིག་ཚབ་བྱས་ནས་གཡུག་གི་ཡོད་རེད། དེ་བཞིན་བོད་ནང་བོད་མིག་ས་ཡ་དྲུག་སྟེང་ཚབ་བྱས་ནས་གཡུག་གི་ཡོད་རེད་མ་གཏོགས་ང་ཚོ་བཙན་བྱོལ་བོད་མིག་ཚབ་བྱས་ནས་གཡུག་གི་ཡོད་མ་རེད་ད། དེ་གཡུག་བ་ཡིན་ན་ང་ཚོ་བོད་གཞུང་དེ་བཙན་བྱོལ་བོད་མིའི་སྐྱིད་སྡུག་ཆགས་འགྲོ་གི་མ་གཏོགས་བོད་གཞུང་དེ་ཆགས་གི་ཡོད་མ་རེད། དེ་ཐོག་ནས་འགྲིག་མ་ཨང་གཉིས་པ། ང་ཚོ་གི་བོད་དེ་འཐབ་རྩོད་དེ་གཙོ་ཆེ་ཤོས་ག་རེ་རེད་བསམ་བོད་ཀྱི་རང་དབང་དང་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡ་དེ་ང་ཚོ་དམིགས་ཡུལ་གཙོ་ཆེ་ཤོས་ཀྱི་རེད། དེ་རྣམས་ཀྱིས་ང་ཚོ་བཅའ་ཁྲིམས་དོན་ཚན་དང་པོ་དཔེར་ན་གོང་ས་སྐྱབས་མགོན་ཆེན་པོ་དང་དུ་སོང་ཚང་མ་དེ་སྐྱིད་ག་རེ་བོད་མགྲིན་ཚབ་པ་དང་བོད་མཚོན་རྟགས་ཡིན་ཟིན་བཤད་ཡོད་རེད་དོན་ཚན་གཉིས་པ། ང་ཚོ་དེ་རྣམས་ལ་ཆོས་སྲིད་ཟུང་འབྲེལ་ཡིན་ཟིན་བཤད་ཡོད་རེད་ཆོས་སྲིད་ཟུང་འབྲེལ་ཟིན་ཚིག་ཙམ་གྱིས་མ་རེད་ད། ཆོས་ལུགས་ཟེར་ཡ་དེ་ཡིན་གྱི་མིན་གྱི་དཔེར་ན་ང་ཚོ་བུད་མེད་ཐོབ་ཐང་སྲུང་སྐྱོབ་དགོས་ཟེར་ཡོད་རེད་བུད་མེད་ཐོབ་ཐང་སྲུང་སྐྱོབ་དགོས་དུས་གྲོས་ཚོགས་ནང་བུད་མེད་ཐུ་བུ་གཉིས་དགོས་ཡོད་རེད་དེ་ནང་བཞིན་ཆོས་སྲིད་ཟུང་འབྲེལ་ཡིན་ཟེར་དུས་ཆོས་སྐུ་ཚ་དེ་དེ་ནང་སླེབས་ཐུབ་དགོས་ཡོད་རེད། ད་ལྟ་དེ་ནས་གཅིག་གསུངས་སོང་ཨ་ཅེ། ང་ཚོ་ཚང་མ་ནང་པ་རེད་དེ་བཞིན་ང་ཚོ་འདྲ་བ་ནང་པ་ཚང་མ་འདྲ་བ་ཡིན་ཆ་བ་ཡོད་མ་རེད་དཔེ་བཞག་ན་ང་ཚོ་བཙན་བྱོལ་ནང་གྲྭ་ས་དང་དུ་སུ་ནང་བལྟ་ད་ང་ཚོ་བཙན་བྱོལ་བོད་མི་བུ་རྒྱུད་གྲྭ་ས་བྱེད་ཀི་ག་ཚད་འདུག་ནང་ཆོས་རྒྱུན་འཛིན་བྱེད་ཐུབ་ཀི་ག་ཚད་འདུག།

ལས་དོན་ཧ་ཅང་རྒྱ་ཆེན་པོ་ཞིག་གཉེར་གྱི་ཡོད་པ་གསུངས་སོང། དེ་འདྲ་ཡིན་དུས་བསམ་པ་ད་ལྟ་ཆོས་ཚོགས་སྐབས་བཅུ་གཅིག་པའི་སྒང་ལ་ཡར་དཔལ་རྒྱལ་བ་ཇོ་ནང་པ་དེ་ཆོས་བརྒྱུད་རང་ཚུགས་ཅན་བཞིན་པ་ཆོས་བརྒྱུད་བྱེ་བྲག་པ་བཞིན་པ་སྤྱི་མོས་ཀྱི་སྒང་ནས་གཏན་འབེབས་བྱུང་འདུག་དེ་ཡིན་དུས་བསམ་པ་ད་ལྟ་བར་དུ་སྤྱི་འཐུས་གྲོས་ཚོགས་ཀྱིས་སྤྱི་འཐུས་ཀྱི་གྲུབ་ཆ་ལ་འགྱུར་བ་བཏང་རྗེས་ཇོ་ནང་པའི་སྤྱི་འཐུས་དེ། བཀོལ་བ་ལ་དཀའ་ངལ་ཁག་དྲི་འཕྲད་ཡོད་རེད། གལ་ཏེ་སྐུ་ངོ་མཆོག་མ་འོངས་པ་སྤྱི་འཐུས་ལ་ཡ་ཆ་བས་ན་དེ་དང་འབྲེལ་ནས་གྲུབ་ཆ་ལ་འགྱུར་བ་བཏང་ནས་ཨ་ནི། ཡ་སྤྱི་འཐུས་ཀྱི་གྲུབ་ཆ་ལ་འགྱུར་བ་བཏང་བའི་ཐོག་ནས་ཇོ་ནང་གི་སྤྱི་འཐུས་གསར་བ་ཞིག་བཀོལ་ཡ་དང་དེ་འབྲེལ་གྱི་ཐད་ལ་ཡ་གྲོས་ཞིག་གྲོས་བྱ་དང་དེ་འབྲེལ་གནམ་འཕེལ་ཡ་གྱི་ཆ་ཞིག་ཡོད་པས་དེ་གལ་ཆེན་པོ་གཟིགས་གི་འདུག་བས།

འདྲ་མཉམ་ཧོ་ཐུང་ཟེར་ད་ཁེ་ཕིན་ང་ཚོ་བར་ལས་བྱོལ་ཡོད་རེད་སྤི་བགོ་བཤའ་རྒྱག་ད་འདྲ་མཉམ་དགོས་ང་ཚོ་ད་ད་ཁེ་ཕིན་བགོ་བཤའ་རྒྱག་ཡོད་མ་རེད་ང་ཚོ་ང་ཚོ་བརླག་ཚང་བ་དེ་ཚི་བརྩོན་ལེན་བྱེད་ཡོད་རེད་བརྩོན་ལེན་བྱེད་དགོས་ད་ང་ཚོ་ལ་མེད་པ་དེ་བརྩོན་ལེན་བྱེད་དགོས་ད་ང་ཚོ་ག་འདྲི་བྱས་ནས་ང་ཚོ་གི་ནུས་པ་དེ་རུ་དབྱང་བསྒྲུད་ཐོ་ས་རེད་ག་འདྲི་བྱས་ནས་ང་ཚོ་ད་ཚོད་དེ་མི་ཐུ་དེ་འགྲོ་ཐོ་ས་རེད་དེ་གང་འགྲོ་དེ་ཡོད་ར་དེ་ཡོད་དེ་གང་གང་མཐོང་གི་མི་འདུག། ད་ད་ད་བརྗོད་གཞི་དག་རང་དང་འབྲེལ་བའི་ཐོག་ནས་ངས་ད་ད། དྲ་ཐོག་ནས་མཉམ་ཞུགས་གནང་མཁན་སྤྱི་འཐུས་ཡུལ་མི་ད་ལྟ་ལྷག་པ་སེང་ལ་ཡང་བཀའ་འདྲི་ཞུ་ཡ་ཡིན། རྩ་བའི་ད་ལྟ་དེ་ལ་ཡང་ཕན་ངེས་སྤྱི་འཐུས་ཁག་ཅིག་རེད་ད་ནང་བཞིན་མང་ཚོགས་ཁག་ཅིག་གིས་ད་ད་ལྟ་ཅིག་ང་རང་ཚོས་ཀྱི་ཡོད་ཀྱི་ཐོབ་ཐང་དེ་འདྲ་མཉམ་དགོས་ཀྱི་ཡོད་པ་གསུངས་པའི་ཐོག་ནས་ད་ཅིག་ཆོས་ལུགས་ཀྱི་སྤྱི་འཐུས་དེ་གའི་ཅིག་ཡིན་པ་ཡིན་ན་ཅིག་ཆོལ་ཁ་སོ་སོའི་ཀྱི་ཐོབ་གོང་ནང་ལོགས་ལ་ཡང་བཞག་པ་ཡིན་ན་འགྲིག་གི་འདུག་དེ་འདྲས་གསུང་མཁན་རིགས་ཅིག་ཡོང་གི་འདུག་སོང་ཙང་འདིའི་ཐད་ལ་ཡང་ལྷག་པ་སེང་ལགས་ཀྱི་དགོངས་ཚུལ་ག་རེ་ཡོད་ན་ཐུགས་འདོད་ཅིག་གསུངས་པ་ཡིན་ན།

ཨ་ནི། རྩ་ཁྲིམས་འདིའི་གི་དབང་གིས་རྩ་ཁྲིམས་འདི་གི་ཞན་ཆ་ཅིག་གི་དབང་གིས་ཡོང་གི་ཡོད་ན། ད་ག་རང་རྩ་ཁྲིམས་འདི་ལ་བསྒྱུར་བཅོས་བཏང་རྗེས་འདིའི་ཞན་ཆ་དེ་བཀག་དགོས་ཀི་ཡོད་རེད་བ། དེ་འདྲས་སོང་ཙང། རིགས་གཅིག་ངས་དེ་འདྲས་བྱས་ནས། དེ་མང་ཉུང་ཅིག་ཡོད་རེད་བ། འོ་དེ་འགྲིག་གི་མི་འདུག་བསམ་བསམ་དྲན་གི་ཡོད། ཅེས། ད་ཨ་ནི་དོན་ཚན་གཉིས་ཡིན་སྐུ་ངོ་གིས་གསུངས། ཡ། དབུས་གཙང་གི་སྤྱི་འཐུས་ཅིག་ཡིན་པས་ན་ད། ད་འོས་ཤོག་ཁྲི་དེ་འདྲ་རག་གོ་རེད་ཨ་མདོ། འདོད་མེད་ནས་ཡིན་པས་ན།

མི་མང་པོ་ཡོད་ཙང་ལུག་གཉིས་མང་པོ་ཡོད་རེད་ཁོ་གཅིག་པ་གཅིག་རྐྱང་རེད་ཁག་ལུག་ཅིག་ཡོད་རེད་དེ་གཅིག་པ་གཅིག་རྐྱང་བྱས། ཨ་ནི་གཉིས་བ་དེ། ད་ང་ཚོའི་གི་ཆབ་སྲིད་ཀྱི་འཐབ་རྩོད་དམིགས་ཡུལ་མཐའ་མ་དེ་གར་ཟེར་ན་རིག་གཞུང་སྲོང་སྐྱོབ་རུ་ཨ། ད་རིག་གཞུང་དེ་ཡོད་ན་མེད་ན་རེད་ད་རིག་གཞུང་དེ་རྩ་ཆེན་པོ་ཆེ་ནི་དེ་གི་ཆེ་མཐོང་དེ་རྒྱུན་གནས་ཐུབ་ཡག་གི་ཆེད་དུ་ད་སྤྱི་ཚོགས་ཀྱི་གྲོས་ཚོགས་ར་བ་དེ་ནང་ལོགས་ལ་ཨ། ད་ཆོས་ལུགས་ཀྱི་འཐུས་མི་ཡོང་ནས་ད་རྩོད་པ་རང་རྒྱབ་དེ་བས་ན་ད་ང་ཚོའི་གི། ད་ཆོས་ལུགས་ཀྱི་ད་ཏིག་ཆེ་མཐོང་ཅིག་ཡོད་རེད་བ་དེ་ལ་གནོད་གི་འདུག་ལབ་གི་ད་ཏིག་ཆེ་མཐོང་དེ་རྒྱུན་གནས་ཐུབ་ཡ་ཆེད་དུ་ད་དགོས་གི་མི་འདུག་ལབ་ངེད་ཀྱི་རྒྱུ་མཚན་དེ་ལབ་དགོས། ལ་སོ་དུས་རྩ་བའི་སྤྱི་ནོར་གོང་ས་སྐྱབས་མགྱོགས་ཆེན་པོ་མཆོག་གིས་ཉིས་སྟོང་བཅུ་གཅིག་ལོ་ལ་ཡ་ད་ཅིག་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་ལྡོག་ཆེད་ང་རང་ཚོའི་མང་ཚོགས་ཀྱི་འོས་འདེམས་གནང་བའི་གི་གོ་སྒྲིག་ལ་ཡ་རྩིས་སྤྲོད་གནང་ཡོད་རེད། ད་ང་ཚོའི་གི་ད་ལྟའི་གི་དམངས་གཙོའི་སྒྲོམ་གཞི་འདི། ད་དུང་མུ་མཐུད་བཅས་ཆོས་སྲིད་ཟུང་འབྲེལ་དང་དེའི་ནང་ལོགས་ལ་ཡང་ཆོས་ཕྱོགས་དང་སེར་མོ་དབུས་ཀྱི་མཉམ་ཞུགས་དེ་ག་ལ་གང་འཚམ་ཞིག་ཡོང་བསྡད་ཡོད་རེད་བ་སོང་ཙང་དེའི་ཐད་ལ་ཡང་རྣམ་པ་ཚོས་ཀྱི་གཟིགས་ཚུལ་དང་ཨ་ནི་ཅིག་དེ་ལ་ཡང་འགྱུར་བ་དགོས་མིན་ག་རེ་གཟིགས་འདུག་ལ་ནི་ཅིག་བཀའ་འདྲི་ཞུ་ཡ་ཡིན། ལྷ་རོང་ལགས། ཆོས་སྲིད་ཟུང་འབྲེལ་ལས་ཀྱི་ཐ་སྙད་དེ་ང་ཚོ་བཅའ་ཁྲིམས་ཀྱི་ཆབ་སྲིད་ཀྱི་རང་བཞིན་ནང་ལོགས་ལ་ཡོད་རེད་ཡིན་པས་ནི་དེའི་གོ་བ་ལེན་ཕྱོགས་དེ་མ་འདྲ་མ་འདྲ་ཡིན་གྱི་འདུག་ཚང་མ་ལ་སྤྱི་ཡོངས་ཀྱི་ཆོས་སྲིད་ཟུང་འབྲེལ་ལས་ཚིག་དོན་དེ་དོན་དག་ག་རེ་ལོགས་དེ་བཀོད་པས་གལ་ཆེན་པོ་རེད་དྲན་གྱི་འདུག། ཆོས་སྲིད་ཟུང་ཟེར་ང་རང་གི་གོ་བ་ལེན་ཆོག་དེ་མིན། ཆབ་སྲིད་པ་ཚོ་ལ་ཆོས་དགོས་གི་མ་རེད་ཅེས་ཞུ་གི་ཡོད་མ་རེད་ང་ཚོའི་མི་ནང་ལོ་ཆོས་ཀྱི་སྒྲིག་འཛུགས་ཀྱི་ཐོག་ནས་ཆབ་སྲིད་ནང་ལོ་ལ་ཨ་ནི་ཐེ་ཇུས་གནང་ཡ་དེ་འདི་འགྲིག་གི་ཡོད་མ་རེད་གསུང་གི་རེད། དེ་ནས་ང་ཚོ་ལུས་རྒྱུ་གི་ཐོག་ནས་བརྩི་བ་ཡིན་པ་ན་དང་པོ་ང་ཚོ་ཆོལ་ཁ་གསུམ་ན་མ་ཚོས་བོད་པ་བཅས་ཡོད་མ་རེད་ཡིན་པས་ནས་ང་ཚོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་མང་གཙོ་དབུ་བརྙེས་པའི་སྐབས་ལ་ཆུ་ཁོལ་དེ་ཞག་བལ་དུ་རྒྱུ་བ་རྒྱུ་མཚན་ག་རེ་རེད་མཐོང་གི་འདུག་ལ་ན། རྒྱ་བོར་མ་ཕྱིས་དགེ་ལུགས་པ་ཡི་གཞུང་ཡིན་འདུག་ཚང་མ་ལ་དགའ་འདོད་བ་དང་དགེ་ལུགས་པ་གཞུང་འདུག་ཚང་མ་ལ་ཡང་ཆུ་ཁོལ་ཤན་པ་ང་ཚོ་ལོ་རྒྱུས་ཐོག་ན་རྙོག་དྲ་མང་པོ་འདུག་ཚང་མ་ལ་དེ་གས་དེ་ཚང་མ་མཉམ་ཁྲིད་ཡོང་ཡ་བྱེད་དུ་དེ་རེད་བསམ་གི་འདུག་གལ་ཏེ་དེ་ཡིན་ན་ཉིས་སྟོང་བཅུ་གཅིག་ནི་ད་དེ་ཚར་བར་བ་དེ་ནས་བསམ་བློ་ཞིག་བཏང་དགོས་བསམ་གི་འདུག་ད་ད་འདོད་ཡས་མུ་མཐུད་ནས་ང་ཚོ་མི་མང་གི་མང་ཚོགས་ཀྱི་དགོས་འདོད་སུ་སྲུང་བ་ཡིན་པ་ན་ཆོས་ལུགས་རིས་མེད་ཀྱི་ཐོག་ནས་སྤྲད་དགོས་པ་དཔེ་གལ་ཆེན་པོ་རེད། རེད་བ། ཇོ་ནང་དང་ཁོང་ཚོ་དེ་འདྲའི་ཞབས་བཀྱག་ཡོད་མ་རེད་བ། བྱས་ཙང་ད་ནང་བཞིན་གྱི་དེའི་ཆོས་རྒྱུད་ཀྱི་ཐོག་ནས་ཡུལ་དུས་གླེང་གི་ཡོད་ན་མི་སྐྱ་ཚོ་ཡིན་པས་ནས་ཚང་མར་འོས་ཤོག་གི་ཐོབ་ཐང་འདྲ་མཉམ་སྤྲད་དགོས་རེད་ད་ལྟ one person one vote one value ལས་དེ་ཡོད་མ་རེད་བྱས་ཙང་འདི་ངེས་པར་དུ་འགྱུར་བ་གཏང་དགོས་རེད་གསུངས་འདུག། ལགས་སོ་ད་བ་སྲིན་ལགས།

ཨ། འདི་དགོས་འདུག་བསམ་གྱི་འདུག་ཨ་འདི་ད་ཨ་ནི་སྐྱ་སེར་ཕོ་མོ་ང་ཚོ་ཚང་མ་ཨ། སྐྱབས་བཅོལ་བ་ཡིན་པ་ཞིག་དང། བོད་མི་རིགས་དང་ང་ཚོའི་རྒྱལ་ཁབ་དང ྋགོང་ས་མཆོག་དང་གང་ཅིའི་ཐོག་ནས་སྲུང་སྐྱོབ་བྱས་དང་ལས་འགུལ་སྤེལ་དང་གང་ཅིའི་ཐོག་ནས་ང་ཚང་མ་ལ་འགན་ཡོད་རེད་འགན་ཡོད་འདུག་སྐྱ་སེར་ཕོ་མོ་ཚང་མ་ལ་འགན་ཆགས་བདེ་བོར་འགན་ཆགས་དུས་ར་འགན་ཁྱེད་ཅེས་ཕྱག་ལས་གནང་དགོས་དང་ཕྱག་ལས་གནང་གནང་དུས་ཕྱག་ལས་གནང་དུས་སོ་སོ་འགྲིག་མ་འགྲིག་དང་དེ་འདྲ་ཡོང་སྲིད་ཀྱི་རེད་ཡིན་ནའི་མིན་དེ་ལུགས་དང་མཐུན་པ་དང་ཨ་ནེ་བཟང་སྤྱོད་དང་ལྡན་པ་དང། ག་རེ་ཡིན་པ་བྱས་ན། སྡིངས་ཆ་ག་བ་སླེབས་པ་བྱས་ན་བཟང་སྤྱོད་དང་ལྡན་པའི་ཐོག་ནས་ཨ་ནེ་བོད་པའི་གི་གནད་དོན་དེ་གའི་གོང་པས་སྤེལ་དགོས་དང་དེ་གའི་ཚང་མ་ལ་འགན་ཆགས་སྐོར་ངེད་ཀྱི་བསམ་གྱི་འདུག། ཆོས་སྲིད་ཟུང་འབྲེལ་ལས་ཀྱི་བ་ཟུང་འབྲེལ་ལས་དེ་ང་ཚོའི་གི་བཅའ་ཁྲིམས་གི་ཡི་སྔོན་གླིང་ནང་དུ་ཡོད་རེད་བ་ད་ཡིན་ན་དེ་གི་དོན་དག་དེ་ག་རེ་ལ་སྐོར་དུ་ད་ང་ཚོའི་གི་སྲིད་དབང་དེ། ཆུ་དང། གསེར་དང་སྐྱ་གཉིས་ཀ་གི་ལག་པ་ལ་མཉམ་འབྲེལ་བྱས་ནས་འཇུ་གིན་ལག་གི་ཡོད་མ་རེད། ད་ང་ཚོས། ང་ཚོས་ག་རེ་ད་ང་ཚོས་ངའི་ག་རེ་ལ་གོ་བ་ལབ་ན་ད་འདྲ་མཉམ་མེད་པ་དེ་འདྲ་མཉམ་བཟོ་རོགས་བྱེད་ཡིད་ལ་ཡོད་ད་དྲང་བདེན་བཟོ་རོགས་བྱེད་ཡིད་ལ་ཡོད་པ་སྒྲོམ་གཞིའི་ནང་ལོགས་ལ། ད་ག་རེ། དམིགས་བསལ་གྱི་ཕི་གི། ཆོས་རྒྱུད་ཁག་གི་སྤྱི་འཐུས་ཡོང་མ་གོ་བ་བྱས་ར་ཡིན་ན་ཡང།

ད་སྐུ་ཞོགས་ཚུགས་ཀྱི་ཐོབ་ཐང་འཕྲོག་བརླག་པ་མ་ད་ཐོས་པ་ཡོད་བ་དེ་དམངས་གཙོ་སྒྲོམ་གཞི་ནང་ལོ་ལ་འདྲ་མཉམ་མེད་བ་དེ་འདྲ་མཉམ་བཟོ་རོགས་བྱིས་ལ་གོར་ད། ད་གང་ད།
ང་རང་གཙོའི་གཞུང་གི་འཛིན་ཕྱོགས་དེ་ཆོས་སྲིད་ཟུང་འབྲེལ་ཟེར་ཡ་དེ་ངས་མཐུན་མ་ཡིན་པའི་ཁྱད་ཆོས་ཡག་པོ་ཟིག་ཡོད་སྤོབས་པ་ཞིག་ཡོད་དེ་ལ་ཡ། ད་ཡིན་པ་ཡིན་ནས་ད་ད་མང་ཚོགས་ཀྱི་ནང་ནས་བསམ་ཚུལ་འདྲ་མ་འདྲ་ཡོང་ཡ་དེ་ངས་བསམ་ཚུལ་དེ། ཐེངས་གིས་ཞན་ཆ་གཅིག་གི་ཐོག་ནས་ཡོང་གི་ཡོད་རེད་དྲན་གི་འདུག་དམངས་གཙོའི་གཞུང་དེ་ལ་ནམ་རྒྱུན་དམངས་གཙོའི་གཞུང་དེ་གཞུང་ཡག་ཤོས་རེད་ཟེར་ཡ་དེ་གར་བཤད་སྲིད་འགོ་བར་སེམས་ན་ཡིན་ན། དམངས་གཙོའི་གཞུང་ནང་དཀའ་ངལ་མང་པོ་འཕྲད་ཀྱི་ཡོད་རེད་དཀའ་ངལ་དེ་སེལ་ཡག་གི་ཐབས་ལམ་ཁོ་རང་དམངས་གཙོའི་གཞུང་ད་ག་རང་གི་ནང་ནས་དོན་གི་རེད་ཟེར་ཡ་བྱོས་རེད་བ། འོ་དེ་འདྲས་སོང་ཙང་ཁྲིམས་ལ་ཡང་བསྐྱར་བཅོས་མི་རྣམ་དཔྱོད་ཅན་གྱི་དངོས་གནས་ཁྲི་ནས་བློ་གཟུ་བོར་གནས་པའི་ཐོག་ནས་ལྷག་བསམ་རྣམ་དག་ཐོག་ནས་ཁྲིམས་ལ་བསྐྱར་བཅོས་བྱས་པ་ཡིན་ན་ད་ལྟ་ང་ཚོས་གཅིག་འགོག་གཅིག་མི་འོག་ཟེར་ཡ་དེ་ཚང་མ་བཞུགས་མེད་དག་རེ་ཤིག་ཅིག་ག་ཤེད་ཅིག་པེ་ཅིན་རང་བཞིན་གྱི་མེད་པ་ཆགས་འགྲོ་གི་རེད་བསམ་བསམ་དྲན་གྱི་འདུག། ད་དོན་དེ་གའི་གནས་སྟངས་བཀྲ་བས་ན་བོད་པ་ལས་འདི་ལ་རྒྱ་བོ་རིན་པོ་ཆེ་མེད་ན་མེད་དུ་མི་རུང་བ་ཆེ་རེད་རེད་བ། ཕལ་ཆེར་ཕལ་ཆེར་ད་ལྟའི་གའི་གནས་སྟངས་དང་ད་ལྟའི་བྱེད་སྟངས་ལྟ་བ་ཡིན་ན་ཕལ་ཆེར་དམངས་གཙོ་གསོལ་རས་གནང་རྒྱུ་དེ་ཚོ་མི་དམངས་ལ་འཇུས་ཀྱི་མེད་པ་འགྲོ་བཞིན་འདུག་ཅིག་ག་རིམ་པའི་ཐོག་ནས་ངས་ཏང་ཡོན་དུ་ཡག་པོ་བཏང་ཡོད་ད་དེང་སང་ཚིག་འགྲེལ་ལས་ཡིན་ཏེ་ང་ཚོ་མི་དམངས་ལ་འགྲེལ་བཤད་ཡག་པོ་རྒྱག་དགོས་གོ་རེད།

དེ་ནས་དམིགས་བསལ་གྱིས་ད་ལྟ་ནས་ཨོ་རྒྱན་སྐྱབས་སོང་བ་ནང་བཞིན་གྱི་ང་ཚོ་ཆུ་སྲིན་ཟུང་འབྲེལ་མགོ་དང་མགོ་བཀའ་འབུལ་ཞུ་བའི་སྐབས་ལ་ང་ཚོ་གལ་སྲིད་ཆུ་སྲིན་ཟུང་འབྲེལ་མགོ་བཀོལ་ལག་གི་ཡོད་པ་ཡིན་པ་ན་ང་ཚོ་གྲྭ་བ་ཚོས་ཆབ་སྲིད་ནང་ལ་འཛུལ་མགོ་བཀོལ་ལ་ཁྱོན་ནས་ལག་བཀོལ་བ་མ་རྟ། དེ་ང་ཚོ་ཆོལ་ཁའི་ནང་ལོགས་ལ་ང་ཚོ་འོས་ཤོག་བླུ་ཡ་ཡོད་རེད་བ། དྭང་ནང་བཞིན་གྱི་ང་ཚོ་ཆུ་སྲིན་ཟུང་འབྲེལ་ལས་དེ་བཀའ་མོལ་དེ་སླེབས་སྐབས་ལ་བཀའ་མོལ་གནང་ཉེན་དེ་གས་དེ་མཚམས་མཚམས་ང་ཚོ་ཆུ་ཆོས་ལ་དགག་པ་བགྱི་གི་ཡོད་རེད་འདུག་དེ་རྩ་བ་ཉིད་ནས་མ་རྟ། ངོ་ནས་ཁོ་རང་ང་ཚོ་ད་ནང་ཆོས་དང་འདི་གས་ཐུག་ང་ཚོ་ད་ལྟ་ཡོད་ན་མེད་ན་དེའི་ཐོག་ནས་ཡོང་རོགས་པ། བྱས་ཙང་ཨ་ནི་ཕྱི་རྒྱལ་ཁག་ནས་ཡིན་ནའི་དེ་ཡིན་ནའི་དྲ་བ་ཞུ་གི་ཡོད་པས་ན་ཚང་མ་ཆོས་ལུགས་དང་ཕྱི་རྒྱལ་དང་ཆོལ་ཁ་ཚང་མ་ན་འོས་ཤོག་ཚང་མའི་བླུགས་ཤག་ད་ཚང་མ་འདྲ་མཉམ་ཆགས་ཀྱི་ཡོང་གི་རེད་གསུང་གི་འདུག་ལབ། ད་ལྟ་ང་རང་གིས་ཞུས་དེ་ག་འདྲས་ལབ་ན་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་ད་ཐོག་མ་གཅིག་སྟོང་བརྒྱད་དྲུག་ཅུ་ནས་ཆོས་སྲིད་ཟུང་འབྲེལ་བཟོས་བའི་དགོས་པ་རྒྱུ་མཚན་ག་རེ་རེད་འདི་གསལ་བཤད་དང་འགྲེལ་བཤད་ཡག་པོ་ཞིག་བསྐྱོན་དགོས་གལ་ཆེན་པོ་རེད། ད་གལ་སྲིད་འདི་གྲུབ་ཚར་བས་ན་ཉིས་སྟོང་བཅུ་གཅིག་ནི་དེའི་དོན་དག་འདི་ཚར་བ་ཡིན་པ་ན་ཨ་ནི་ང་ཚོ་ཆོལ་ཁ་གསུམ་ན་མ་ཚོས་བོད་པ་བཅས་ཡོད་མ་རེད་བྱས་ཙང་འདི་ཚུགས་དགོས་མི་འདུག་ཨ། ད་ཡིན་ནའི་ང་རང་ངོས་ནས་ཁར་ཟེར་ན་གལ་སྲིད་བཟོས་པའི་དབང་དུ་བཏང་བ་ཡིན་པ་ན་གཅིག་གྱུར་གྱི་ཐོག་ནས་བཟོས་དགོས་ཀྱི་འདུག་དེ་ཆོས་སྲིད་ཟུང་འབྲེལ་ཡོད་པ་ཡིན་ན་གལ་སྲིད་མི་མང་གིས་ཐག་གཅོད་གནང་ཕྱིར་དགོས་ཀྱི་འདུག་ཟེར་ན་ཁེ་བ་གལ་ཡོད་མ་རེད་ང་ཡིན་ན་དེ་ལ་དགག་པ་གལ་མེད་ཡིན་པས་ཡིན་མིན་དེ་གཅིག་གྱུར་གྱི་ཐོག་ནས། དཔེར་ན་ང་སྒྱིད་ལུག་རེད་ང་སྒྱིད་ལུག་ཅིག་ཡིན་པ་དང་གྲྭ་བ་གཅིག་སྒྱིད་ལུག་གཉིས་ཡིན་པ་ལ། གཅིག་ནི་ཁོ་སྤྱི་ཚོགས་ཀྱི་ཐོག་ནས་གྲལ་རིམ་ཞིག་ཡོང་གི་འདུག་ཨ་ཆབ་སྲིད་ཀྱི་ཐོག་ནས་ཐོབ་ཐང་གཉིས་ཁ་ཁ་འདུག་ཨ། དེ་ཏན་ཏན་ཏག་ཏག་བསྡད་ཀྱི་མི་འདུག་བསམ་གྱི་འདུག་བླངས། ལ་བཟོ་ལྟ་དེ་ནི་ང་ཚོའི་གི་བརྗོད་གཞི་གཉིས་པ། ཨ་ཆབ་སྲིད་ཀྱི་འཆར་སྣང་དང་འབྲེལ་བའི་སྒང་ལ་ཡག་འགྲོ་ཡ་ཡིན། སོང་ཙང་ཨ་བརྗོད་གཞི་འདི་དང་འབྲེལ་བའི་གི་དྲི་བ་དང་པོ་འདི་ལ་ཡག། ད་ང་རང་ཚོས་ཀྱིས་བོད་རྒྱལ་ཁབ་འདི་རྒྱ་ནག་དམར་པོས་ཀྱིས་འཛིན་བཟུང་བྱས་པའི་རྐྱེན་གྱིས་ད་ཅིག་བོད་ནང་ལོགས་ཀྱི་ཆབ་སྲིད་ཀྱི་དཀའ་ངལ་ཞིག་གི་འོག་ལ་ཡང་ང་རང་ཚང་མ་དེ་བཙན་བྱོལ་ལ་རྒྱ་དགོ་བྱུང་བྱས་ད་མི་ལོ་དྲུག་ཅུ་རེ་བདུན་དུ་འཁོར་གི་ཡོད་རེད་རྒྱུད་རིམ་འདིའི་ཁྲོད་ལ་ཡང་ཅིག་སྐུ་ཚབ་ཚོགས་པ་དེ་འདྲ་བཏང་ཡོད་རེད་ད་ང་རང་བཞིན་ཉིས་སྟོང་གཉིས་ནས་བཅུ་བར་ལ་ཡང་གྲོས་མོས་བྱུང་ཡོད་རེད་ཡིན་པ་ཡིན་ནའི། ཉིས་སྟོང་བཅུ་ནས་ད་ལྟ་བར་ལ་ཡ་གཅིག་ཕྱོགས་གཉིས་བར་ལ་ཡ་གྲོས་མོས་དངོས་གཟིགས་འདི་བྱུང་ཡོད་མ་རེད་ར། སོང་ཙང་འདིའི་ཁྲོད་ལ་ཡ་གཅིག་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ནས་རྒྱ་ནག་དང་གཅིག་སྒོ་རྒྱབ་ཀྱི། འབྲེལ་ལམ་རེད་ཡང་ན་གཅིག་གཞུང་འབྲེལ་མིན་པའི་ཀྱི་རྒྱུ་ལམ་ཞིག་གི་ཐོག་ནས་འབྲེལ་མོལ་གནང་བཞིན་ཡོད་པ་གསུངས་པ་འདི། རྣམ་པ་ཚོ་ཚང་མས་མཁྱེན་གསལ་རེད་སོང་ཙང། ད་ངས་རྣམ་པ་ཚོ་ལ་བཀའ་འདྲི་ཞུ་ཡ་དེ་ལས་རྣམ་པ་ཚོ་གལ་སྲིད་སྤྱི་འཐུས་ཆགས་པ་ཡིན་ན། བོད་རྒྱ་འབྲེལ་མོལ་གྱི། གནད་དོན་སྒང་ལ་ཡ། ནུས་པ་ག་རེ་འགྲོ་ཆེད་འདོན་འཆར་ཡོད་པས། ཡང་ན་གཅིག་ད་ལྟའི། འཛིན་སྐྱོང་གི། སྲིད་ཇུས་དང། ཐབས་ཇུས། དག་རང་གི་ཐོག་ནས་ལས་དོན་གནང་ཡ་ཡིན་ན་ཡང་ན་གཅིག། དགོངས་པ་གཉིས་པ་ཅིག་བཞེས་པའི་ཐོག་ནས་འདི་ལ་ཡ། འགྱུར་བ་རེད་ཡང་ན་གཅིག་བསྐྱར་བཅོས་དགོས་གལ་དེ་འདྲས་ཟེར་གྱི་ཡོད་ན། ང་ཚོ།
ད་ནི་བོད་རྒྱའི་དཀའ་རྙོག་སེལ། ད་མཐར་ཐུག་གི་དམིགས་ཡུལ་དེ་ད་ལྟ་སེལ་ཐུབ་ཡོད་མ་རེད་ལ། ལྷག་པར་དུ་ད་ལྟའི་ཆ་ལ་ཞི་ཅིན་ཕིང་གིས། ཨ་ནི་མི་གཅིག་ད་ཁོ་རང་གི་དབང་འཛིན་ཐོག་བ་ལ་ཡ་ཆབ་སྲིད་ཐོག་ནས་ནས་རེད་གང་ཅིའི་ཐོག་ནས་དཀའ་ངལ་མང་པོ་ཞིག་མྱངས་བསྡད་ཡོད་རེད་ཡིན་པས་ནས་ད་ང་ཚོ་སྲིད་བྱུས་དེ་ཡིན་པས་དབུ་མའི་ལམ་གྱི་སྲིད་བྱུས་རང་གི་ཐོག་ནས་བསྐྲུན་ན་ད་ཐབས་ལམ་དེ་ལས་ཡག་ཅིག་ངས་ཀྱེ་མཐོང་གི་མི་འདུག་ཡིན་པས་ནས་ཐབས་བྱུས་ཐོག་ལ་ཡིན་པ་ཡིན་ན་ད་རེས་ཨ་ནི་བཀའ་ཤག་གི་ངོས་ནས་ཡིན་པ་ནས་བོད་དེ་ལུག་ཁྱུ་ཐོག་ནས་རང་བཙན་གཙང་མའི་ཡིན་པའི་རྒྱལ་ཁབ་དེ་ཚོའི་ཐོག་ལ་ཨ་ནི་སྐུ་ལས་མང་པོ་བསྐྱོན་ཡོད་རེད་ཁྲིམས་འཆར་ཡང་བཏོན་ཡོད་རེད་དེ་ཚོའི་ཐོག་ལ་ང་ཚོ་མུ་མཐུད་ནས་དཀའ་ལས་རྒྱག་པ་དཔེ་གལ་ཆེན་པོ་རེད་གསུངས་གི་འདུག། རྒྱལ་སྤྱིའི་སྤྱི་ཚོགས་ལ་སྨྱོ་འབོག་རེད་བོད་ནང་གི་ད་ལྟའི་གི་གནས་སྟངས་དེ་དེ་ཁྲིམས་མཐུན་མ་ཡིན་པ་དང་ལྷག་པར་དུ་རྒྱ་ནག་གཙོས་ཚོགས་ཡོན་དེ་བཅིངས་འགྲོལ་བཏང་མེད་པ་བཙན་འཛུལ་ཡིན་པ་ལུགས་རྒྱུད་ཐོག་ནས་ང་ཚོ་རྒྱལ་རབས་གང་གི་ཐོག་ནས་བཞིན་པའི་ནང་ང་ཚོ་རྒྱ་མི་རིགས་དང་བོད་མི་རིགས་ཚད་དེ་ཐ་དད་ཡིན་པ་དེ་ཐོག་ལ་ང་ཚོ་ཨ་ནི་ཅིག་ཁྲིམས་བཟོ་བ་བྱིན་པའི་ཆ་ནས་གཞུང་དང་གཞུང་གི་ཐོག་ནས་འབྲེལ་བ་བྱེད་དགོས་ན་ཐོག་ནས་ནི་ཞུ་གཏུག་བྱེད་ཡ་རེད་ཞི་རྒོལ་བྱེད་ཡ་རེད་གུ་དོག་པས་དེ་ཐོག་ལ་ག་ལེ་རྒྱག་གོ་རེད་བསམ་གི་འདུག་མུ་མཐུད་ནས། ངའི་དྲི་བ་དེ་ད་ལྟ་ཡུལ་མི་ལྷ་རོང་ལགས་ལ་བྱ་གི་འདུག་ད་ལྟ་འདིར་ཞུས་ན་བསམས་སོ་ཉེ་ཆར་ང་དྲུ་གླིང་ཞིག་ལ་མཉམ་ཞུགས་བྱུང་ཡང་རང་སོ་ཨང་སྐབས་དེ་དུས་དྲུ་གླིང་དེ་ནང་ད་ལྟ་རྒྱ་གར་གྱི Think Tank དང་དེ་ག་ནང་བཞིན་རྒྱལ་ཁབ་རྒྱལ་ཁབ་ཀྱི་ཚོགས་པ་གལ་གནད་ཆེ་ནས་རྒྱ་གར་མང་པོ་ཞིག་ཕེབས་གནང་ཤག་ཁོ་རང་ཚོ་ཚང་མ་གི་གར་ཞུས་དུ་ལ་ན་ད་ལྟ་བར་དུ་བོད་པའི་གི་འཐབ་རྩོད་དེ་ང་ཚོ་རྒྱ་གར་ནུམ་པ་ལ་ལོ་དྲུག་ཅུ་ལྷག་ཙམ་ཞིག་དགག་བྱ་མེད་པའི་ཐོག་ནས་ཞུས་ཡོད་དེ་རྒྱ་གར་གཞུང་གིས་ད་དངོས་གནས་ཀྱི་ཧང་སངས་ཀྱི་རྒྱབ་སྐྱོར་ཡོད་བ་དེ་གསུངས་གནང་སོང་བྱས་ཙང་གལ་སྲིད་ཁྱེད་རང་སྤྱི་འཐུས་ལ་འདེམས་ཐོན་བྱུང་བ་ཡིན་ན། ང་ཚོའི་བོད་པའི་ཀྱི་འཐབ་རྩོད་དེ་མཉམ་དུ་རྒྱ་གར་གྱི་ད་ལྟ་ང་ཚོ་བཞུགས་སྡེ་བ་ཀྱི་ད་ས་ས་ཆ་བྱོས་ར་རྒྱ་གར་གྱི Indian soil གཟིགས་ར་དེ་དང་རྒྱ་གར་གྱི་ད་གཞུང་དང་རྒྱ་གར་གྱི་མི་རིགས་སུ་ཡིན་བ་དེ་མཉམ་དུ་འབྲེལ་བ་གནང་ཡ་དང་ང་ཚོའི་ཀྱི་འཐབ་རྩོད་དེ་ཁོ་རང་ཚོ་མཉམ་དུ་མཉམ་འབྲེལ་ག་འདྲའི་བྱེད་དུ་དེ་འདྲའི་ག་ལ་དམིགས་བསལ་གྱི་ལས་གཞི་ཡོད་བྱོས་ར། ལ་ཕུ་བོ་ལ་ཐུགས་ཤ་ནང་དྲི་བ་སྤེལ་ཡག་པོ་འདུག། རྒྱ་གར་དེ་ད་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་འབྲེལ་བ་དཔེ་རྒྱུ་རིང་པོ་ཡོད་པའི་གིས་ད་ཁྱིམ་མཚེས་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་བ། ལྷག་པར་དུ་ད་ལྔ་བཅུ་ང་ལྔ་བཅུ་ང་དགུ་རྗེས་ལ་ཡང་ང་ཚོ་བཙན་བྱོལ་བ་ད་བོད་མིའི་གནས་སྡོད་ཆེ་ས་གཞིས་ཆགས་ཁག་དང་དགོན་སྡེ་ཁག་མང་ཤོས་དེ་རྒྱ་གར་ལ་ཆགས་བསྡད་འདུག་ས་མ་ལ་རྒྱ་གར་དེ་དཔེ་མི་སྲིད་པའི་གལ་ཆེན་པོ་མཐོང་འདུག་ལྷག་པར་དུ་སོ་སོ་ཡིན་པའི་ནས་ཞུ་གཏུག་གི་རུ་ཁག་དེ་ཚོ་ནང་ལོགས་ལ་ལས་ཀ་བྱེད་པའི་སྐབས་ལ་རྒྱ་གར་ནང་ལོགས་ལ། ཞུ་གཏུག་བྱས་ཡས་དང་ཆབ་སྲིད་མི་སྣ་རྗེས་དྲན་ཞུ་ཡས་དང་འབྲེལ་བ་སོགས་ཀྱི་དཔེ་མི་སེར་གྱེས་ཆེན་པོ་མཐོང་འདུག་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་པའི་སྐབས་དེ་ལ་གཞིས་ཆགས་ཁག་དུ་ཙུ་ཡིན་པ་ནས་ཁྲིམས་དོན་གྱི་ཐོག་ནས་དེབ་སྐྱེལ་ཞུ་ཡས་དང་དེ་གས་འདི་མུ་མཐུད་ནས་གནང་དགོས་དེ་གལ་ཆེན་པོ་མཐོང་གི་འདུག་དེ་སོང་ཙང་ང་ཚོ་སྙེ་མ་བཙན་བྱོལ་ནང་ལ་ལ་གྱ་བྱས་ལོ་ལྔ་བཅུ་འཁོར་བའི་སྐབས་ལ་ཨ་ནི་རྒྱ་གར་ལ་བཀའ་དྲིན་ཆེ་ནས་ནི་རྒྱ་གར་ཡུལ་མི་དེ་ཚོ་དེ་འདྲས་ཀྱིས་ང་ཚོའི་སྲུང་བརྩི་དེ་འདྲས་ཞུས་བ་རེད་མ་འོངས་པ་ཡིན་པ་ནས་ང་ཚོ་ཆོས་དང་རིག་གཞུང་ཙམ་མ་ཡིན་པར། ཆབ་སྲིད་ཀྱི་ཐོག་ནས་བོད་པའི་གི་གནད་དོན་དེ་རྒྱ་གར་ལ་དཔེ་གལ་ཆེན་པོ་རེད་ཞེས་དེ་ཞུ་གཏུག་བྱས་དང་གོ་རྟོགས་སྤེལ་དགོས་དེ་དཔེ་མི་ཆེ་གལ་ཆེན་པོ་མཐོང་གི་འདུག་ལགས། མང་ཚོགས་སྐུ་ངམ་ས། དང་པོ་དེ་ལ་ང་རང་ཡང་གསལ་བཤད་བྱེད་གསལ་བཤད་ལབ་ཡིན་ནི་མི་མང་ལ་ང་རང་དབུ་མའི་ལམ་རྫུན་ཡིན་ཅིང་ལངས་ཕྱོགས་རྫིན་ཡིན་བཞིན་རོགས་ཡིན་ནི་དེ་རིང་དྲི་བ་དེ་ལྷ་རོང་ལགས་ལ་ཞུ་ཡ་ཡིན། དྲི་བ་དེ་ག་རིང་ཡིན་ཞུས་པ་ཡིན་ད་ང་ཚོ་གི་ད་ལྟའི་འཛམ་གླིང་གི་རྒྱལ་ཁབ་ད་སྟོབས་ཆེན་རྒྱལ་ཁབ་ཨ་རི་གཙོས་པའི་རྒྱ་གར། ཨ་ནི་ལུང་པ་ག་འདྲི་འདྲོ་ཞིག་མི་རེད་རྒྱ་ནག་ལ་ཡ་ལྟ་སྟངས་ཡིན་ནི་རེད་ལངས་ཕྱོགས་དེ་འགྱུར་བ་ཞིག་འགྲོ་ར་འགྱུར་བ་འགྲོ་གི་ཡོད་དུས་ཡིན་ནའི་ད་ང་རང་ཚོའི་ད་ཚེ་ད་དུང་ཡང་ད་ང་ཚོ་གི་དབུས་མི་ལམ་ད་རྒྱ་ནག་འོ་ལ་བ་དང་དེ་ཡི་ལ་བས་དེ་འདྲས་ཞིག་ལ་བསྡད་པ་ཡིན་ན་ཨ་ནི་ཁ་ལོ་རེད་ད་ང་ཚོ་གི་ད་ད་འཛམ་གླིང་ལུང་པ་གང་ཚང་གི་ལུང་པ་ད་སྟོབས་ཆེན་རྒྱལ་ཁབ་ཚང་མའི་ལངས་ཕྱོགས་འགྱུར་བ་འགྲོ་གི་ཡོད་དུས་ད་དེ་ལས་པ་བའི་ང་ཚོ་གི་ཡང།

འོག་ལ་ཟིན་ན་འདྲ་ང་ཚོ་རྒྱ་ནག་མཉམ་དུ་ང་ཚོ་འདེད་དགོས་དེ་གལ་ཆེན་པོ་རེད་འོག་ལ་ང་ཚོ་འདེད་དགོས་མ་རེད་པ་དེ་སོང་ཙང་རྒྱ་ནག་གི་རྩ་ཁྲིམས་ཀྱི་གཞི་བཟུང་བྱས་པའི་ཐོག་ནས་ཨ་རི་ང་ཚོ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་བོད་ཆོལ་ཁ་གསུམ་ལ་དེའི་ཐོག་ནས་གཞོལ་དེ་གལ་ཆེན་པོ་རེད་ཟེར་གྱི་འདུག་རྩ་བའི་ད་ལྟའི་ལོ་ག་ཤེས་ནང་ལོགས་ལ་ཡང་ད་ལྟའི་གི་རྙིང་མ་གི་མ་འདྲ་བ་རྒྱལ་སྤྱིའི་ནང་ལོགས་ལ་ས་ཁམས་ཆབ་སྲིད་ཀྱི་ཐོག་ནས་འགྱུར་བ་མང་པོ་ཞུགས་ཕྱིན་འདི་བར་ཉི་མ་ཡིན་ན་དུས་ཚོད་གཅིག་ལ་ཨུ་རུ་སུ་དང་ཨ་ནི་ཨ་རི་མ་འདུག་མེད་པ་ཞིག་དེ་ཞུ་བོ་དེ་ལ་ཨུ་རུ་སུ་ཉམས་བྱེད་ཨ་རི་གཅིག་པོ་དོན་དེ་ད་ད་ལྟའི་དུས་ཚོད་དེ་འདྲ་མ་རེད། ད་ལྟའི་དུས་ཚོད་ལ་རྒྱལ་ཁབ་དབང་ཤུགས་ཆེན་པོ་མང་པོ་ཞིག་མཉམ་དུ་སླེབས་བསྡད་འདུག་ས་མ་ལ་གཅིག་གཅིག་ལ་བསྟན་དེ་མང་རུ་འགྲོ་ཡོད་རེད་དེ་སོང་ཙང་དམག་ཡིན་པས་ནས་ཤུགས་ཆེན་པོ་དེ་འདྲ་པད་ཕུར་དུ་རྒྱལ་དེ་འདྲ་གྱིས་མི་འདུག་ས་མ་ལ་ང་ཚོ་བོད་མི་སྒྲིག་འཛུགས་སྲ་བརྟན་ཡོང་ཡ་ལ་ཐོག་ཏུ་ནས་ད་ལྟའི་སྨོན་ལམ་གྱི་སྲིད་ཇུས་ཐོག་ནས་ཕན་ཐོག་གི་རེད་བསམ་གི་འདུག་སྲ་བརྟན་མི་མུ་མཐུད་ནས་གནས་དེ། ང་ཚོས་ཀྱི་བརྗོད་གཞི་གཉིས་པ་དང་འབྲེལ་བའི་གྱི་དྲི་བ་གཉིས་བ་དེ་ལ་ཡ། ད་ལྟ་གོང་ལ་ཡ་ལྟ་ང་ཚོས་ཀྱི་བཀའ་མོལ་མང་པོ་ཞིག་ཞུས་ཡོད་རེད་གང་ལྟར་ད་ལྟའི་དུས་ཚོད་ཀྱི་དངོས་ཡོད་གནས་སྟངས་དེ་ག་རེ་ཆགས་ཡོད་ཞུས་པ་ཡིན་ན། བོད་རྒྱ་བོད་རྒྱའི་དཀའ་རྙོག་དེ་ད་དུང་སེལ་ཡོད་མ་རེད། དག་ནས་བཞིན་གོང་ས་མཆོག་ཡིན་པ་ཡིན་ནས་གོང་ལ་འབྲེལ་བ་འཕེལ་ཡོད་རེད་སོང་ཙང། འདི་ལྟ་བུའི་གྱི་གནས་སྟངས་འོག་ནས་ང་རང་ཚོས་ཀྱི། བོད་ཀྱི་གནད་དོན་དེ་གསོན་པོ་གནས་ལ་ཡ་རྣམ་པ་ཚོའི་ངོས་ནས་ད་ཅིག་བོད་རྒྱ་འབྲེལ་མོལ་མ་ཡིན་པའི་གྱི། གཞན་དོ་སྣང་གནང་དགོས་པའི་གྱི་གནད་དོན་གཙོ་བོ་གཅིག་ཅིག་ག་རེ་གཟིགས་ཀྱི་ཡོད་ན། ལྷ་རོང་ལགས། སྟབས་བོད་ཀྱི་གནད་དོན་འདི་མུ་མཐུད་ནས་གནས་ཡ་དང་སེལ་ཐབས་ཡོང་ཡ་ལ་རྒྱ་ནག་གིས་གོ་ཨ་ལ་གཏོར་བཤིག་བཏང་གི་འདུག་དེ་ང་ཚོས་མུ་མཐུད་ནས་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་བྱས་ཏེ་སྤེལ་གལ་ཆེན་པོ་རེད་བསམ་གྱི་འདུག་དེའི་ཕྱིས་སུ་མ་ལ་ཆོས་དང་རིག་གཞུང་སྐད་ཡིག་དེ་དེ་ཇི་ཙམ་གྱིས་རྒྱ་ནག་གི་ནང་ལོགས་ལ་ཁྲིམས་དང་ཨ་ནེ་ཅིག་གི་སྲིད་བྱུས་ནག་པོ་ཚོ་ཐོག་ནས་གཏོར་བཤིག་བཏང་བ་ནང་བཞིན་དེ་སྲིད་ང་ཚོ་རང་དབང་ཅན་གྱི་ནང་ལོགས་ལ་ཡ་སྦྱོང་ཆོས་སྤེལ་གསུམ་གྱི་ཐོག་ལ་ཨ་ནེ་ལས་ཀ་བྱེད་དགོས་སྤེལ་གལ་ཆེན་པོ་མཐོང་གི་འདུག་འདི་ཡིན་དུས་ཚང་མ་ལ་འདི་ཚོ་ཚང་མ་ཡོང་ཡ་ལ་གཙོ་ཆེ་ཤོས་རྒྱ་ནག་གི་དམིགས་བསལ་གཉིས་ཡོད་རེད། བུད་མེད་སྒྲིག་འཛུགས་དང་རྒྱ་བར་འགོད་བྱེད་གཉིས་དེ་རེད། བུད་མེད་སྒྲིག་འཛུགས་སྲ་བརྟན་ཡོང་ཡ་གཅིག་དེ་ཆོས་དང་རིག་གཞུང་སྐད་ཡིག་ང་ཚོ་ཆབ་སྲིད་ཀྱི་འཛིན་སྐྱོང་དང་དེ་གས་དེ་མུ་མཐུད་ནས་གནས་ཡ་ཆེད་དུ་དཔེ་འབྲེལ་བ་ཆེན་པོ་རེད། ལྷག་པར་དུ་རྒྱ་བར་འགོད་བྱེད་ཐོག་ལ་ཁོང་ཚོས་དེང་སང་ཡང་སྲིད་དང་དེ་གས་དེ་མཐོང་ཡོད་ན་ཁོང་ཚོས་ད་ཐེ་ཇུས་དེ་འདྲས་བྱེད་དུས་ཚང་མ་ལ་ང་ཚོའི་ངོས་ནས་དེའི་ཐོག་ལ་ལན་གནད་ལ་འཁེལ་བ་ཞིག་རྒྱག་པ་དཔེ་གལ་ཆེ་བསྡོམས་མོད་དུ Order Number Five ནི་ནི་ཨ་ནི་ཉི་མ་ཁོ་རང་ཚོས་ཀྱི་ཆིག་ཉིས་སྟོང་བདུན་ལོ་ལ་བསྡུ་བཞེས་བཏང་བ་རེད་ཁོ་རང་ཚོས་ཀྱི་གི་ཡང་སྲིད་འདི་གའི་དེ་ཨ་ནི་རྒྱ་ནག་གིས་ངོས་འཛིན་བྱས་དེ་ཐོག་ལ་དེའི་ཐོག་ལ་ད་རེས་ང་ཚོས་ཨ་ནི་ཆིག་དགའ་འདེབས་ཕོ་བྲང་མ་དོ་མེད་པའི་གི་ཡང་སྲིད་རྩད་གཅོད་དང་གང་ཅིའི་ཐོག་ནས་པ་ནི་འདི་བོད་པའི་གི་རང་ཐག་རང་གཅོད་སའི་གི་ཁྲིམས་གི་ཐོག་ནས་ང་ཚོས་འགྲུལ་དགོས་བ་དེ་རང་དབང་དེ་ང་ཚོ་མ་དོ་མེད་བ་དེ་སྲིད་དོན་ཆོལ་ཁའི་དེ་དཔེ་གལ་ཆེན་པོ་མཐོང་དུ་བླངས། ཨོ་རྒྱན་སྐྱབས་ལགས།
གང་འདུལ་འདུལ་ཞིག་གསུང་རོགས་གནང། ད་ཨ་རྒྱ་ནག་མཉམ་དུ་འབྲེལ་མོལ་སྤེལ་བའི་གི་ད་ང་ཚོའི་བོད་དོན་འཐབ་རྩོད་དེ་རྒྱུན་གནས་བྱས་ལ་ཨ་གར་བྱས་གར་བྱས་ཡན་ལ་རེད་ད་ལྟའི་ཕྱོགས་མང་པོ་ཞུ་ཅིག་རེད་ད་ངས་ད་རང་ཨ་ད་ང་ཚོ་གི་སྒྲིག་ཚུགས་སྲ་བརྟན་བཟོ་དགོས་གི་ཡོད་རེད་དམངས་གཙོ་གི་སྒྲིག་ཚུགས་དེ་སྲ་བརྟན་བཟོ་དགོས་གི་རེད་དེ་བཟོ་ཡ་ལ་ཁྲིམས་སྒྲིག་གཞི་ལ་ནང་ལུགས་ལ་སྐྱོན་ཡོད་པ་དེ་ཚོ་འགྱུར་བ་གཏང་དགོས་རེད་འདྲ་མཉམ་དང་དྲང་བདེན་ལས་ཐུ་བ་བྱེད་དགོས་རེད་ད་ག་ནང་བཤད་ཡིན་ང་ཚོ་དཔལ་འབྱོར་རང་རྐྱ་འཕེལ་ཐུ་བ་བྱེད་དགོས་རེད་ད་དཔལ་འབྱོར་རང་རྐྱ་ལབ་ན་ད་ག་རང་སྒང་ལ་ཡང་རང་རྐྱ་ག་འདྲས་འཕེལ་གི་རེད་གཅིག་གཅིག་གཉིས་གཉིས་ཀྱི་བསམ་བློ་ཡོད་དེ་ན་ཀརྨ་གཅིག་ལ་དེ་ཞིབ་ཚགས་ཤོད་ཡ་མི་འདུག་ད་ད་ག་ནང་བཤད་ཡིན་ང་ཚོས་ཆོས་དང་རིག་གཞུང་གི་སྐད་ཡིག། ཆོས་དང་རིག་གཞུང་ད་སྐད་ཡིག་དེ་ཚོ་ཉར་ཚགས་བྱེད་དགོས་ཡ་ད་ང་ཚོ་གི། ཤེས་ཡོན་གྱི་སྲིད་བྱུས་དེ་ཚོ་ཏག་ཏག་འགྲོ་གི་འདུག་མི་འདུག་མེད་པས་ན་དེ་གང་ལ་ཁ་སྐོང་ག་འདྲས་རྒྱག་དགོས་འདུག་ལ་ཡ་དེ་ད་ག་ནང་བཞིན་ཡིན་ད་ང་ཚོའི་མི་འབོར་ལ་དེ་མེད་སོང་ན་ཨ་ནི་འཐབ་རྩོད་ལ་དེ་ཕ་རིགས་སྤང་རྒྱན་རེད་བ་ཡོད་མ་རེད་བ་ད་མི་འབོར་འཕེལ་རྒྱས་ལ་དེ་གང་ལ་ག་རེ་ག་རེ་བྱེད་དགོས་འདུག་ལ་ཡ་ཅིག་རེད་དེ་འདྲས་ཕྱོགས་ཡོངས་ནས་བསམ་བློ་བཏང་ནས་བྱེད་དགོས་ཡ་ཅིག་རེད་བསམ་གི་འདུག་རེད་ད་ང་ཚོའི་གི་སྒྲིག་ཚུགས་སྒྲིག་ཚུགས་དེ་ང་ཚོའི་འཐབ་རྩོད་བྱེད་གི་བརྒྱུད་ལམ་ཡོད་ན་མེད་ན་ཅིག་རེད་བ་ད་འདི་སྲ་བརྟན་དག་དེ་ཚོ་ཡོང་དགོས་ཧ་ཅང་གལ་ཆེན་པོ་རེད་ཅིག་ཤོད། ལགས་སོ། རྒྱས་ལྷག་པ་སེམས་ལགས། ལགས་སོ། ད་དེ་འདི་རེད། ཐའེ་དང་ཕུའུ་གཉིས་ཀྱིས་ཡོང་ཆོག་གི་རེད་ཅེས་ཐང་བྱས་པ་ཡིན་ན། ཡིན་པ་ཡིན་ནས་མདོར་བསྡུས་ནས་ཞུས་པ་ཡིན་ན་གཅིག་ནས་ང་ཚོ་བོད་པ་བོད་ཕྱི་ནང་གཉིས་ཀའི་གི་བོད་པ་ཚང་མ་ང་བོད་པ་ཡིན་བསམ་པའི་གི་རྒྱ་ལས་རྦད་དེ་ཐ་དད་པའི་གི་མི་རིགས་ཁྱད་པར་བ་ཅིག་ཡིན་བསམ་པའི་འདུ་ཤེས་དེ་གཅིག་རེད། དེ་ནས་གི་འདུ་ཤེས་དེ་གནས་ཡག་གི་ཐབས་ལམ་གཉིས་དེ་རེད་གཅིག་དེ་རང་གི་རིག་གཞུང་དེ་དགེ་ཡི་རེད་གཅིག་དེ་ང་རང་ཚོའི

ལ་སོགས་ད་ད་ལྟ་ང་ཚོའི་གི་བརྗོད་གཞི་གཉིས་པ་དང་འབྲེལ་བའི་ཐོག་ནས། མང་ཚོགས་ནང་ལོགས་ནས་ཡང་དྲི་བ་ཕུལ་འདོད་ཡོད་ན། བཀྲ་ཤིས་ལེགས།
ངའི་མིང་སྐྱེས་བཀའ་མ་བུ་ཚོ་ལ་ཡོད། ངའི་དྲི་བ་དེ་གོང་ཟླ་བ་ཚེ་རིང་ལ་ཡིན། ཨ་ཙ་བས་དེ་ད་ང་རང་གི། དེ། འགོ་ཚོའི་དེ་མདོ་སྨད་འོ་འདྲ་ཞིག་ན། ད་ང་ཚོ་རྒྱ་ནག་གི་རྩིས་ཚང་ཆ་བོ་འདྲ་ཞིག་ན་བོད་དེ། གོང་ས་མཆོག་ཆ་ཨ་ནི་བཙན་བྱོལ་བོད་མི་གྲིབ་གཟུགས་དེ་ངོས་འཛིན་གནང་འོང་བར། ཨ་ནི་འདི་གནང་གི་མི་འདུག་མ་ལ་ང་ཚོ་བོད་སྐད་དྲི་མོ་ཡོད་ཅིག་སྐད་ཆ་བཤད་བཞིན་པ་སྐབས་སུ་ལ་ང་ཚོ། གཅིག་ཡོ་གནམ་ལ་རྡོ་རྒྱག་བར་རོ་ཞིག་མ་ཤེས། དེ་འདྲའི་བྲེལ་བ་ག་འདྲས་བྱུང་གི་རེད་ལ་ཞེས་ར། དེ་མ་འོངས་པ་ལ་ཕ་ཆོས་ཀྱིས་ང་ཚོ། འདས་ཀྱི་ག་ཚོད་དཀའ་ལས་བརྒྱག་ནས་བརྩི་གི་མི་འདུག་མ་ལ་ཨ་ནི་ང་ཚོ་འདི་ག་དུ་ལ་ང་ཚོ་གིས། ད་གྲོས་ཚོགས་ཀྱི་ཆ་ནས་ག་འདྲས་བྱས་ནས་དཀའ་ལས་བརྒྱག་ཐུབ་ཀྱི་རེད། བྱེད་སྟངས་དེ་ཕོ་སྐྱི་གཞུང་གིས་བོད་རྒྱ་ཞི་མོལ་དང་དུ་སུ་དེ་གཞུང་གིར་བ། རྒྱ་ནག་གཞུང་གིས་བོད་གཞུང་ངོས་ལེན་བྱེད་དགོས་མ་རེད་དེ་ནང་བཞིན་བོད་གཞུང་གིས་རྒྱ་ནག་གཞུང་གི་བོད་དེ་དབང་འཛིན་བྱེད་ཡ་དེ་ངོས་ལེན་བྱེད་གི་ཡོད་མ་རེད། དེ་སྙིང་ཁ་ཕན་ཚུན་ཕག་ཚེ་སྙིང་ཁ་ངོས་ལེན་མེད་པའི་ཐོག་ནས་སྐད་ཆ་བཤད་བསྡད་གི་ཡོད་རེད། སྐད་ཆ་བཤད་ཡ་དེ་ཆོས་ལུགས་ལ་ངོས་ལེན་མེད་པ་དང་ནང་ལས་ཧོན་སྐད་ཆ་བཤད་ཡ་དེ་གཉིས་བེད་ཁ་ཁ་རེད། ཆོས་ལུགས་ངོས་ལེན་མེད་ཡ་དེ་ཕག་ཚེ་སྙིང་ཁ་ངོས་ལེན་ཡོད་མ་རེད་ད། ང་ཚོ་བོད་མི་ཡིག་ཏག་ཏག་དེ་ང་ཚོ་རྒྱ་མ་ནག་འུར་འུར་བསྡད་ཟེར་ཡ་རེད་རྒྱ་ནག་འུར་འུར་བསྡད་ཟེར་གི་ཡོད་མ་ར།

གྲོས་ཚོགས་དང་མང་ཚོགས་བར་ལ་ཡང་འབྲེལ་མཐུད་གོང་འཕེལ་དང་ཡིད་ཆེས་སྲ་བརྟན་གནང་རྒྱུ་དང་འབྲེལ་བའི་སྒང་ལ་ཡིན། སོང་ཙང་དྲི་བ་དང་པོ་འདི། ད་ང་རང་ཚོས་ཀྱི་སྤྱི་བཏང་ནས་གྲོས་ཚོགས་ཞུ་བའི་སྐབས་སུ། མི་མང་ཁྲོད་ལ་ཡང་ཕྱོགས་གཉིས་ཀྱི་ལྟ་ཚུལ་ཞུ་མགོ་འདུར་བ་ཁག་གཅིག་གིས། གྲོས་ཚོགས་འདི་ཅིག་བགྲོ་གླེང་བྱེད་ས་ཡིན་པ་སོང་ཙང་གྲོས་ཚོགས་ཟེར་དུས་འདི་འདྲ་རང་གོ་གི་ཡོད་པ་འདི་འདྲ་གསུང་ངེས་འདུག་ཁག་གཅིག་གིས་གྲོས་ཚོགས་འདི་ཅིག། འདི་ལ་ཡ། གྲོས་ཚོགས་ལ་ཡ་ཟེར་འདོད་མེད་པ་དང། སེམས། ཅིག་མ་སྐྱིད་བ་དང་འཁྲུག་གི་ཡོད་པ་འདི་འདྲའི་ཡ་གོ་ཚུལ་གསུང་མཁན་ཡོང་འདི་འདུག་སོང་ཙང། ངས་རྣམ་པ་ཚོ་ལ་བཀའ་དྲིན་ཞུ་ཡས་འདི་ལྟ། རྣམ་པ་ཚོའི་ངོས་ནས་ད་ལྟའི་གྲོས་ཚོགས་ཀྱི་ལས་དོན་བྱེད་ཕྱོགས་དེ་ལ་ཡ་གཟིགས་ཚུལ་རེད། ཡང་ན། འདི་ལ་ཡ་རྣམ་པ་ཚོའི་ཁྲོད་ནས་དམིགས་བསལ་གྱི་ཞན་ཆ་འདི་འདྲས་གཟིགས་ཀྱི་འདུག་དང་མི་འདུག་ཨ་ནི་རྒྱུ་མཚན་དང་བཅས་པ་གསུང་རོགས་གནང་ཞུས་ཡིན། ཨ་རོན་ལགས། ད་ད་ལྟའི་གི་གྲོས་ཚོགས་ཀྱི་འགྲོ་སྟངས་དང་སྤྱི་ཡོངས་ཀྱི་སྤྱི་འཐུས་ལྷན་ཚོགས་ཀྱི་འགྲོ་སྟངས་ཐོག་ལ་སོ་སོ་ངེས་ན་བསམ་ཚུལ་ཆེ་ཤོས་གཅིག་དེ། ལོ་གཅིག་ནང་ལོགས་ལ་ང་ཚོ་སྤྱི་ཟླ་དགུ་བ་གཅིག་དང་སྤྱི་ཟླ་གསུམ་པ་སྔོན་རྩིས་སྐབས་ལ་གཅིག་ཚར་གཉིས་ཚོགས་འོག་རེད་དེ་མིན་པའི་ཨ་ནི་སྤྱི་འཐུས་རྒྱུན་ལས་ནས་སྤྱི་འཐུས་བཅུ་གཅིག་ཅིག་ད་ལོ་ཆ་ཆེན་འགྲོ་འདུག་ཅིག་གནང་གི་ཡོད་རེད། དེ་མིན་མིག་མདངས་ཚོ་ཕྱོགས་ཀུན་འཕེལ་མ་འདུག་ཅིག། ཞོར་ལས་འགྲོ་བཞིན་མ་འདུག་ཅིག་བརྒྱུད་འབད། ལོ་བསྟུད་མར་ལོ་ལྔ་བསྟུད་མར་ཅིག་བྱས་ཨ་ནི་ཆབ་སྲིད་ཀྱི་ཐོག་ནས་རེད་ཞུ་གཏུག་གི་ཐོག་ནས་ག་རེ་ཐོག་ནས་ལས་ཀ་བྱེད་དགོས་དེ་དཔེ་གལ་ཆེན་པོ་མཐོང་གི་འདུག་ཅིག་འདི་རེད། གཉིས་ནི། མི་མང་གིས་བསྐོས་པའི་འཐུས་མི་ཚོས་ཀྱི་ཕྱག་ལས་ག་རེ་གནང་གི་ཡོད་མེད་དེ་རྩིས་རྒྱག་དགོས་པར་མི་མང་ལ། དེང་དུས་ཚང་མ་ལ་སྤྱི་འཐུས་ཁ་ཤས་བེད་གསར་འགོད་པ་ལ་ལོ་ལྔ་ནང་ལོགས་ལ་མ་ཐུག་རྒྱུ་བཀའ་མོལ་མ་གནང་རྒྱུ་འདི་འདྲའི་ཡོད་རེད་དེ་སོང་ཙང་ཨིན་སྤྱི་འཐུས་རེ་རེ་གི་ཡིན་པ་རེད་སྤྱི་འཐུས་སོ་སོ་ཁོང་གང་ནས་ཡིན་རེད་དེ་ཕྱོགས་ལ་ཁོང་ཚོས་ཀྱི་ཕྱག་ལེན་གནང་ཕྱོགས་ཐོག་ལ་ང་ཚོས་བས་ན་མི་མང་གི་བསམ་ཚུལ་ཞིག་འདུས་བས་དཔེ་གལ་ཆེན་པོ་མཐོང་གི་འདུག་དེ་འདྲི་གི་ཐོག་ནས་བྱུང་བ་ཡིན་པ་ནི་ཨ་ནི་རང་བཞིན་གྱི་ལས་དོན་བྱེད་ཕྱོགས་ཐོག་ལ་ང་ཚོས་ཀྱི་རྩིས་རྒྱག་ཐུག་རུ་བ་དེ་ནི་དམིགས་བསལ་གྱི་གྲུབ་ཆ་གི་ཐོག་ནས་བས་ན་མི་མང་ཐོག་ཡིན་པ་ཡིན་ནས་ཅི་བས་ན་རྒྱུན་ལས་དུ་ཚོ་གནང་ལོགས་ལ་ཕྱི་རྒྱལ་ཁག་གི་སྤྱི་འཐུས་དུ་ཚོ་གནང་ལོགས་མི་བ་དེ་ལྟ་བུའི་དམངས་གླེ་ས་རེད།

ཏུ་གྲོས་ཚོགས་ཀྱི་ནང་ལོགས་ལ་ཆེ་མཐོང་ལྡན་པ་ཞིག་དགོས་ཡོད་ན། ཨ་ནི་མི་མང་གི་ཡིད་ཆེས་ལས་ཅིག་ལས་ཀ་ཅིག་བྱེད་དགོས་ཀྱི་རེད་དྲན་གྱི་འདུག་དེ་ཡིན་དུས་ཚང་མ་ལ་གནད་དོན་ཆུང་ཚགས་རིགས་དང་གཅིག་གི་མི་གཅིག་གཉིས་སྐྱ་བལ་དང་དེ་འདྲས་ཀྱི་གནས་ཚུལ་མ་ཡིན་པ་སྤྱི་ཡོངས་ཀྱི་ང་ཚོ་གཞིས་ལུས་རྒྱ་ཆེའི་མི་མང་གི་ཚབ་ཡིན་དུས་ཚང་མ་ལ་བོད་ཆོལ་ཁ་གསུམ་གྱི་གནད་དོན་དང་འབྲེལ་བ་གྱི་བོད་རྒྱ་ཞི་མོལ་འབྲེལ་དང་དེའི་ཐོག་ལ་ཨ་ནི་ང་ཚོ་ལས་ཀ་བྱེད་དགོས་པ་དཔེ་གལ་ཆེན་པོ་མཐོང་གི་འདུག། ལྷག་པར་དུ་གྲོས་ཚོགས་ནང་དུ་ང་ཚོས་དམིགས་བསལ་གྱིས་གནད་དོན་བསམ་ཚུལ་མ་བཏོན་པ་ཡོང་སྲིད་པ་ཞིག་རེད་ང་ཚོའི་འོས་མིའི་བར་ལ་བསམ་ཚུལ་མི་བཏོན་པ་ཡོང་གི་ཡོད་རེད། ཡིན་པས་ནི་བཀའ་མོལ་འདི་གི་དེ་གསུང་སྟངས་གསུང་ལུགས་ཀྱི་ཐོག་ནས་ང་ཚོ་གྲོས་ཚོགས་ནང་ལོ་ལ་ནི་ཅིག་གིས་རྣམ་འགྱུར་ཡག་པོ་གནང་སྟེ་མི་མང་པོ་ཞིག་གི་རེ་བ་དེ་ང་ཚོ་གྲོས་ཚོགས་ནང་གཟིགས་འདུག་བསམ་པ་ལ་སྐད་ཆ་བཤད་སྟངས་ཡིན་པ་ནི་རེད་ཚིག་བེད་སྤྱོད་གཏང་སྟངས་ཡིན་ནི་རེད།

འཚམས་གཟིགས་འདི་འདྲ་འཕེལ་བའི་སྐབས་ལ་ཡིན་པ་མ་གཏོགས་གཅིག་གིས་དུས་རྒྱུན་དུ་ནས་ང་ཚོས་གཅིག་བརྒྱུད་ལམ་གཅིག་བཟོས་དགོས་པའི་གལ་ཆེན་པོ་མཐོང་གི་འདུག་དཔེར་ན་དཔེར་ན་ཆ་ཤས་པ་ཡིན་པ་ན་མཐོ་སློབ་ཁག་ལ་སློབ་ཕྲུག་ཚོགས་པ་མང་པོ་ཞིག་ཆེར་དཔེར་ན་ང་ཚོ་རྒྱ་གར་ལ་བསྡད་ཡོད་དུས་ཚང་མ་ལ་པུའུ་ཚོ་ཡིན་པ་ཡིན་པས་ནས་བཀུར་འོས་སྤྱི་འཐུས་གདིང་བ་སོགས་ཕྱོགས་བསྐྱོད་འཕེལ་བའི་སྐབས་ལ་ང་ཚོ་དང་པུའུ་བརྒྱ་དང་ལྔ་བཅུ་བཟོས་ན་པུའུ་བཅུ་ཉི་ཤུ་མ་འཛོམས་གི་མ་རེད། དེ་གར་ཕྱིར་བཏོན་འོག་རུ་གསལ་བ་ཡིན་པ་ན། གཅིག་ནི་བོད་གཞུང་དང་བོད་མིའི་སྒྲིག་འཛུགས་ཀྱི་རྒྱུས་ལོན་ཡོད་མ་རེད་གཉིས་ནི་དུས་རྒྱུན་དུ་ནས་འབྲེལ་བ་མེད་པའི་རྟགས་རེད། དེ་གསུམ་ཚང་སློབ་ཕྲུག་ཚོགས་པ་ཁག་དང་ལྷག་པར་དུ་གཞོན་སྐྱེས་དང་འབྲེལ་བ་ཡོད་པའི་ལས་གཞི་ཁག་ལ་དེ་འབྲེལ་ཞུ་ཡ་དང་ལས་གཞི་དེ་གའི་དེ་ལ་ཨ་ནི་གཅིག་གིས་མངགས་བཅོལ་ཞུ་ཡ་དང་ཨ་ནི་གཅིག་གང་ཟེར་བ་རེད་དུས་རྒྱུན་ནས་མཐུན་རྐྱེན་བྱ་ཡ་དེ་ཚོ་བེད་གལ་ཆེན་པོ་གཏོང་གི་འདུག་དེ་འདྲའི་ཐོག་ནས་ང་རང་ཚོ་བོད་པའི་དམངས་ཁྲོད་ཀྱི་སྒྲོམ་གཞི་དེ་གོ་ན་ཨ་ནི་གཞོན་སྐྱེས་ཚོ་ཇི་ཙམ་གྱིས་ང་ཚོའི་འབྲེལ་བཤད་དང་ཨ་ནི་འབྲེལ་བ་ཉེ་བ་མཐོ་བ་ཡིན་པ་ཡིན་ན། དེ་ཙམ་གྱིས་གཞོན་སྐྱེས་ཚོ་དམིགས་བསལ་གྱིས་སྒྲིག་འཛུགས་ལ་ཆེ་མཐོང་བྱས་དང་སྒྲིག་འཛུགས་ལ་སོ་སོའི་ངོས་ནས་བསམ་ཚུལ་སྤུངས་ཡ་དེ་ཏན་ཏན་ཤུགས་ཆེ་རུ་འགྲོ་གི་རེད་དྲན་གྱི་འདུག་ལགས། ང་ཚོས་ཀྱིས་ཨིན་སྐད་ཐོག་ནས་ད་ལྟ Accountability Mechanism ཞུ་དགོས་པ་སོང་ཙང་གཞོན་སྐྱེས་ཚོ་ཚོ་ལ་ཡང་གཅིག་འགན་འཁུར་ལན་འདེབས་ཀྱི་བརྒྱུད་རིམ་ཡོང་ཡ་ཡ་ཐབས་ལམ་ཡག་ཤོས་འགྲོ་ཅེས་ཁྱེད་ཀྱིས་གར་གཟིགས་ཡོད་ན། ཚོ་ད་ལྟ་ཆགས་ཞབས་ན་རྒྱ་ནག་རུ་ཆགས་ཞབས་ན་སོ་སོ་གྱིས་གཞི་རིམ་སློབ་གྲྭར་སློབ་སློབ་ཕྲུག་ཆུང་ཆུང་གི་ཐོག་ནས་ཡོད་ནས་ཆུང་ཆུང་གི་ཐོག་ནས་མི་རིགས་ཀྱི་ཞེན་ཁོག་དང་མི་རིགས་ཀྱི་འཐབ་རྩོད་དང་མི་རིགས་ལ་ད་ཁ་ལོ་རེད་ད་བྱེད་སྒོ་འདི་འདྲས་ཀྱི་སློབ་གསོ་ཅིག་ཡོད་པའི་སྐབས་སུ་ང་རང་ཚོ་གི་ད་བོད་པའི་སློབ་གྲྭ་ཁག་ནང་ལ་ཡང་ད་སློབ་གྲྭ་བཞི་བཅུ་ཟེར་ཡོད་ཟེར་ཡོད་རེད་དེ་ནང་ལ་ཡང་སློབ་སློབ་ཚན་སློབ་སྟངས་ཡིན་ནི་རེད་མི་རིགས་ཀྱི་འཐབ་རྩོད་ཀྱི་ཐོག་ལ་ཡང་འགྱུར་བ་གང་འདྲ་ཞིག་གཏང་དགོས་རེད་དེའི་ཐོག་ལ་ཡང་རྣམ་པ་ཚོ་ཅིག་ག་རེ་ཞུ་ཡ་ཡིན་ན་སུས་ལན་རྒྱབ་ན་འགྲིག་སར། ལྷ་རོ་ལགས།
ཨ་ཤེ། ད་ཐང་ཚེ་རྣམ་རྒྱལ་ལགས་ཀྱིས་གསུང་བ་དངོས་གནས་རེད། སྒྲིག་འཛུགས་དང་གཞོན་སྐྱེས་གཉིས་བར་ལ་འབྲེལ་བ་བཟོ་བའི་སྐབས་ལ། ཨ་ནི། གཞོན་སྐྱེས་ཚོས་ཀྱིས་བོད་སྤྱི་བའི་དོན་དག་ལ་བསམ་བློ་འཁྱེར་སྟངས་དང་དེ་གའི་དེ་མཚམས་མཚམས་སྒྲིག་འཛུགས་ལས་ལྷག་ཅིག་ནང་གི་ལས་ཀ་ཤུགས་ཆེ་བྱེད་ཐུག་གི་རེད་བསམ་གི་འདུག་ཕ་མའི་སློབ་གསོའི་འགན་དང་དེའི་ཐོག་ནས། དེ་ནས་ང་ཚོ་ད། གཅིག། སྤྱི་བའི་འཐུས་མི་གཅིག་ཡིན་པ་ཚགས་སོང་ན། ད་བཀའ་ཤག་རོགས་ཡིན་པ་ཡིན་ན་འདི་སྔོན་བཀའ་ཤག་རོགས་ཡིན་པ་ན་ལྔ་དང་ལྔ་བཅུ་གི་གཞོན་སྐྱེས་ཀྱི་ཚོགས་ཆེན་ཚོགས་བ་རེད་ད་ལྟ་ཡིན་པ་ཡིན་ན་དྭང་བླངས་ཕུགས་རྡུགས་ཞུ་གཏུག་རུ་ཁག་ནས་དཔེ་མི་སྲིད་ཡག་པོ་གཞོན་སྐྱེས་ཚོ་གཅིག། འཛམ་གླིང་གེ་སར་ས་ཆ་གོ་བ་བ་སེ་ནས་ཚུར་འཛོམས་བྱས་བོད་དོན་ཐོག་ལ་སེམས་ཤུགས་སྤར་བའི་ལས་ཀ་མཉམ་དུ་བྱེད་དཀའ་བ་གཅིག་གཅིག་ངོ་ཤེས་དང་སྒྲིག་འཛུགས་འདིའི་ཐོག་ལ་ཨ་ནི་གཅིག་རྒྱུས་ལོན་གྱི་ཆགས་ཀྱི་ཡོད་རེད། ད་ང་ཚོ་ཁྲིམས་བཟོ་བ་ད་ལྟ་ཡིན་པའི་ཆ་ནས་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཨ་ནེ་གཅིག་གཞོན་སྐྱེས་ཚོ་ལ་མཐོ་སློབ་ཐོན་པ་དང་ཨ་ནེ་ཨིན་ཏྲན་ཤིབ་ཕུལ་བ་དང་ལྷག་པར་དུ་དམངས་གཙོ་གི་གླེང་སྟེགས་སྟེང་དུ་འོག་ལ་ཨ་ནེ་གཅིག་འདུས་འཛོམས་དེ་འདྲ་བྱེད་དགོས་དཔེ་གལ་ཆེན་པོ་དུང་དུ་ཤོས། ལགས་སོ་ཐུགས་ཆེའོ་ད་དེ་རིང་གི་ང་ཚོའི་བགྲོ་གླེང་ལས་རིམ་འདི་མཇུག་སྒྲིལ་མ་ཞུས་གོང་གོང་ལ་ཡ། དུས་ཐུང་གི་ལན་འདེབས Rapid Fire ཞུ་རོ། འདིའི་གི་གོ་སྐབས་ཅིག་ཕུལ་ཡིན། སོང་ཙང་འདི་ལ་ཡ་རྣམ་པ་ཚོས་ངོས་ནས་འགྲེལ་བཤད་གལ་མེད་བ་བཅས་ཚིག་གཅིག་གཉིས་ནང་ལོགས་ལ་ཡ་འདུས་པ་གནང་རོགས་གནང་ཞུ་ཡིན། ཁྱེད་ཀྱིས་ད་ལྟའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འགན་ཁུར་ལན་འདེབས་གནང་ཕྱོགས་ལ་ཡ། གཅིག་ནས་བཅུ་བར་གྱི་ཨང་ཀི་ཞིག་སྤྲད་དགོས་བྱུང་ན་ག་ཚོད་སྤྲད་ས་རེད་བས། དྲུག་སྤྲད་སར།
བདུན།
ནི། འགྲོ་སྟངས་ཨང་ཀི་བརྒྱད་ནང་དོན་ཨང་ཀི་བཞི། ལྔ་སར་ལྔ། ལ་ཨང་ཀི་བཞི།
དྲི་བ་གཉིས་པ་དེ་ལ་ཡ། ད་ལྟའི། ང་རང་ཚོས་འཛིན་སྐྱོང་གི་ངོས་ནས་ཡར་རྒྱས་གཏང་དགོས་ཀྱི་གནད་དོན་གཙོ་བོ་གཅིག་ཅེས་ག་རེ་གཟིགས་ཡོད་ན། རྒྱ་མི་རིགས་དང་ང་ཚོ་ཤུགས་ཆེར་འབྲེལ་བ་ཐག་ཉེར་བཏང་ངོ་གསུངས་འདུག། རྒྱལ་སྤྱིའི་ནང་ལ་བོད་དོན་སྐོར་གླེང་སློང་དེ་ཤུགས་ཆེར་བཏང་ཡ། ད་ལྟ་འཛིན་སྐྱོང་བཀའ་ཤག་གིས་གནང་ཞེས་བ་དེ་འགྲིག་འདེགས་འདུག་བསམ་གི་འདུག་ཡིན་ནའི་ཡར་རྒྱས་ལ་མཐའ་ཡོད་མ་རེད་ཞུ་ཨེ། གཞོན་སྐྱེས་ལ་དམིགས་བསལ་གྱི་སློབ་སྦྱོང་སྤྲད་ཚར་བའི་རྗེས་ལ་གཞོན་སྐྱེས་ཁོ་རང་ཚོ་ལ་ལས་ཀ་ཐོག་ནས་ག་རེ་ཞིག་ཆ་རྐྱེན་སྦྱར་དགོས་ཀྱི་འདུག་འདི་དང་ང་ཚོའི་དམིགས་བསལ་གྱི

ཁ་བཏུ་ཁོ་ར་བས་ལ་གནོན་ཤུགས་ཡོང་བྱོས་ཨ་ནེ་ང་ཚོ་ཚོ་སྐད་ཆ་བཤད་ཡ་ཡོང་དགོས་ཡ་བྱོས་ར་ཏི་གང་ལ་འགྲོ་དགོས་འདུག་བསམ་གི་འདུག། གསུམ་པ་འདི།
བོད་མི་གཅིག་གྱུར་རང་ཁ་རང་གསོ་ཡོང་བ་ལ་ཡ་ཚོང་དུས་ཚོང་གི་ལས་དོན་ནང་ལོགས་ལས་ཞུགས་དགོས་གི་འདུག་བས། སྐྱོན་དགོས་གི་འདུག་འདི་གཉིས་ད་ལྟ་ང་ཚོས་གི་གཞོན་སྐྱེས་ལ་ལས་ཀ་ཡིན་ན་ཡ་རག་འགྲོ་གི་རེད་བསམ་པས་གི་ང་རང་གི་རེ་བ་ཤུགས་ཆེན་པོ་ཡོད། སུ་འགུག་ཐུབ་ཡིན་ན། ཁྲིམས་སྒྲིག་དང་མཐུན་པའི་ཐོག་ནས་ཚོང་ལས་སྒྲུབ་དགོས་དགོས་ན་ཚོང་སྐྱོན་འགོག་དགོས་དགོས། རང་ཁ་རང་གསོ་ཟེར་ཡ་དེ་རྒྱལ་སྤྱིའི་རོགས་པ་དང་དུ་སོ་ཚེ་ཡ་ལ་དེ་ནོར་བཙལ་ཡོད་ན་དེ་གང་འགྲོ་དགོས་འདུག་རྒྱལ་སྤྱིའི་རང་ཁ་མ་བཙལ་བ་བྱས་ནས་རང་ཁ་རང་གསོ་གསོ་དགོས་ཟེར་ན་གསོ་ཐུབ་ཡ་ཡོད་མ་རེད་གསོ་བ་ཡིན་ན་ང་ཚོ་བོད་དོན་ལེན་གི་དེ་དམིགས་ཡུལ་འགྲུབ་ཐུབ་མ་རེད་ཟེར་གི་འདུག། ཞུ་དགོས་ཀྱི་མི་འདུག་དེ་སྔ་དེ་སྡེ་བའི་གི་གནས་སྟངས་མང་པོ་ཞུ་བཏང་དུས་གཞུང་གི་དེ་གས་ཚོང་གི་ལས་དོན་བྱེད་ན་ཁེབས་ཚང་བྱུང་མེད་པ་དང་ཁེབས་ཚང་ཨ་ན་རྒྱས་ལ་ཡ་དེ་འདྲ་ཡོད་རེད་ལ་སོགས་དྲི་བ་ཐ་མ་དག་ལ་ཡང། རྣམ་པ་ཚོའི་ངོས་ནས་ང་ཚོའི་གི་བཅའ་ཁྲིམས་ནང་ལ་ཡང་དུས་ཀྱི་རྒྱུ་འབྲས་ལ་གཞིགས་པའི་གི་དགོས་གལ་མེད་པའི་གི་ཁྲིམས་ཤིག་མེད་པ་བཟོས་འོས་གི་གོ་སྐབས་ཅིག་བྱུང་ན་འདི་ག་རེ་ཡིན་ན། དེའི་ཐོག་ལ་ད་ལྟ་ངས་དམིགས་བསལ་བསམ་བློ་ག་ཡང་བཏང་མེད། ད་ང་རང་ང་ཅི་ཡང་ཞུ་ཡ་མེད། དོན་ཚན།